ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ཟླ་བ་བདུན་པའི་ཚེས་གཅིག་ནས་ཚེས་དྲུག་གི་བར་བདུན་ཕྲག་གཅིག་གི་རིང་ཀཱ་ལི་ཡཱ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མོན་གྷོར་སྡོད་གུ་ལིང་གཞིས་ཆགས་ལི་ཡཱ་ཆིབས་བསྒྱུར་བསྐྱངས་རྗེས་མཛད་འཕྲིན་ལེགས་པར་འདུ་བྱས་གྲུབ་གནང་ཡོད་རེད། སྐབས་དེ་དུས་མོན་གྷོར་སྡོད་གུ་ལིང་སེར་སྐྱ་མང་ཚོགས་དང་དགེ་ལུགས་ཡོངས་ཟུང་འབྲེལ་གྱི་ཐོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལི་ཡཱ་སྐུའི་འཁྲུངས་སྐར་ཉིན་མོ་དེ་ལི་ཡཱ་འཛིན་ཤུགས་ལྟ་བུའི་གནང་བ་དང། དེ་དང་མཉམ་དུ་ལི་ཡཱ་མོན་གྷོར་ས་གནས་འདི་ཐོག་མར་ཚུགས་ཆེད་ད་ལོ་ལོ་ལྔ་བཅུ་འཁོར་བའི་དུས་དྲན་དང་བསྟུན་ནས་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་མང་ཚོགས་ནས་གཟེངས་བསྟོད་ཞུ་གཏུག་བཅས་ཕུལ་གནང་ཡོད་རེད། རྩ་བའི་མོན་གྷོར་བོད་མིའི་གཞིས་ཆགས་འདི་གཞིས་ཆགས་རྒྱ་གར་ནང་ལ་ཡོད་པའི་གཞིས་ཆགས་ནང་ནས་གཞིས་ཆགས་ཆེ་བ་ཅིག་དང་ལྷག་པར་དུ་བསོད་ནམས་ཀྱི་གཞིས་ཆགས་ཆེ་ཤོས་ཅིག་ཏུ་ཆགས་འདུག་ཡོད་རེད། དེ་རིང ྋསྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན། གི་གསར་འགོད་ཆེད་དུ་ཕྱིར་མངགས་རྗེས། ཕྱི་དྲིལ་ལས་ཁུངས་ནས་གསར་འགོད་པ་གཉིས་དི་ལི་ཡ་སླེབས་ཡོད་དུས་གོ་སྐབས་འདི་ལྟ་དམ་འཛིན་གནང་བའི་ཐོག་ནས། མོན་གྷོར་བོད་མིའི་གཞིས་ཆགས་འདི་ལྟ་ཚུགས་ཆེད་ལོ་ལྔ་བཅུ་འཁོར་བ་འདི་དང་བསྟུན་ནས། གཞིས་ཆགས་འདི་གི་སྤྱི་ཡོངས་ཀྱི་སྐོར་ལི་ཡ་འདུ་བྱེད་བགྲོ་གླེང་འདུ་བྱེད་གོ་སྒྲིག་ཞུ་གི་ཡོད། བགྲོ་གླེང་གི་ལས་རིམ་ནང་ལི་ཡ་བཀའ་མོལ་གནང་མཁན་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་བསོད་ནམས་རྡོ་རྗེ་ལགས་དང། ད་ག་ནང་ཤིག་གིས་ཀྱི་ས་གནས་འགོ་འཛིན་ཕུན་ཚོགས་ཚེ་རིང་ལགས་བཅས་དེ་ནས་མཉམ་འབྲེལ་གྱི་ཚོགས་གཙོ་རྣམ་རྒྱལ་ཚེ་རིང་ལགས་དེ་མཉམ་ཞུགས་གནང་གི་ཡོད། དང་པོ་དེ་ལ་ཡང་རྣམ་པ་ཚོ་ཚང་ག་ལ་ཡང་འཚམས་འདྲི་བཀྲ་ཤིས་ལེགས་ཞུ་ཞུས་པ་དང་སྦྲགས། ས་གནས་འགོ་འཛིན་ལ་ལ་ཡང་ཐོག་མར་དེ་ལ་ཡང་འདི་གཅིག་བཀའ་འདྲི་ཞུ་གི་ཡིན། གོང་དུ་ངེད་ཀྱིས་ད་ལྟ་སྔོན་གླེང་ནང་ལོགས་ལ་ཡང་ཞུས་པ་ནང་ཞིག་རེད་གཞིས་ཆགས་འདི་གཅིག་གཞིས་ཆགས་ཚང་མའི་ནང་ལོགས་ནས་གཞིས་ཆགས་ཆེ་བ་གཅིག་དང་ལྷག་པར་དུ་ད་བསོད་ནམས་ཞིང་ལས་དེབ་སྙན་གྱི་གཞིས་ཆགས་ཆེ་ཤོས་གཅིག་འདི

ད་ང་ཚོའི་བཙན་བྱོལ་སྒྲིག་འཛུགས་བཙན་བྱོལ་གྱི་སྒྲིག་འཛུགས་ཀྱི་འོག་ལ་ཡང་གནས་བདེ་བའི་གཞིས་ཆགས་ནང་ལ་ཡང་ད་ཆེ་ཕྱོགས་དེ་བེད་སྤྱོད་མི་འབོར་མང་ཤོས་དེ་མོར་འགའ་ཆགས་དེ་ཡོད་གསུངས་འདུག། ད་གཞིས་ཆགས་ཚུད་ཀྱི་ལ་ཏོག་མ་ཨ་ནེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག ྋགོང་ཞི་རླབས་ཆེན་ཀུན་གྱི་ཐོག་མ་གཞིས་ཆགས་མཉམ་ཚུད་པ་ནང་གི་མཉམ་འབྲེལ་ཚུགས་དེ་རེད། མཉམ་འབྲེལ་དེ་འདི་སློབ་གྲྭ། སྐབས་དེ་དུས་ཕ་མེས་མཉམ་དུ་སྤུ་གུ་བཞུགས་སྤྱི་དང་ལྡི་ལི་ངོས་གཏན་ཆགས་སློབ་གྲྭ་བདུན་བཙུགས་ཚར་བ་རེད། ཨ་ཞེས་ཞག་ཚུགས་ཀྱི་སྐབས་ལ་སྐབས་དེ་དུས་འདིའི་སྐབས་ལས་ཕ་མེས་མཉམ་དུ་སྤུ་གུ་ཡོད་དེ་ཀྱི་འདུག་ཚང་མས་ཆེད་དུ་ཡ། ཨ་ཞེས་ཞག་འབྱོར་དེ་ཡར་བ། སྐབས་འདི་དུས་འདི་ཚོའི་ཆེད་དུ་ལམ་ཚང་ཞེས་ཞག་ཚུགས་བ་དང་སློབ་གྲྭ་ཚུགས་ཞེས་ནི། ཨ་ཉིད་སློབ་ཚུགས་ཞེས་འདུག་ཞེས་རེད་ཨ་ནི་འདིའི་ཆེད་ལ་ཡ། མཉམ་འབྲེལ་ཚུགས་བ་རེད་ཨ་ནི་འཕྲོད་བསྟེན། ད་མེད་དུ་མི་རུང་དེ་ཚོ་འཕྲོད་བསྟེན་ཟེར་འདུག་རེད་ཚུགས་ཞེས་ད་ཐོག་མ་ནས་འདུག་ཅེས་ནི། རྟེན་གཞི། དགོས་དེ་ཚུགས་དེ་ཡོད་རེད་ཞུས། ད་འདི་ནས་རིམ་པས་ཕྱིན་ནས་ང་ཚོས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་བཞི་དོན་གསུམ་ལོ་ལ་ཨ་ནི་ང་རང་ཚོའི་བོད་མི་ཨ་ནི་བོད་ཀྱི་དྭང་བླངས་དཔྱ་དངུལ་ཨ་ནི་ཐུབ་ཡ་བོད་ཡ་གི་ལས་འགུལ་ཞིག་གཏུགས་བྱ་ཕྱིན་འདུག་ཨ་ནི་ང་ཚོའི་ད་ལྟ་བོད་རང་དབང་ཐོབ་པའི་ལས་འགུལ་གྱི་ལས་ཁུངས་གཏུགས་བྱ་ཚུགས་ཐ་ཡོད་རེ་ཞོལ་ཡིན་ཨ་ནི་དེ་རེ་ཕྱིན་ད་ལྟ་ཅན་དུ་གོང་ས་སྐྱབས་མགོན་ཆེན་པོ་རིམ་བགྲོད་བཞིན་ང་ཚོའི་དམངས་གཙོའི་ཨ་ནི་འཕེལ་རིམ་ཐོག་ལ་ཡ་བྱེད་འདོད་པ་ལ་ཨ་འདི་ནས་ནི་ཡ་བཅའ་ཁྲིམས་གཏན་འབེབས་བྱས་པ་གཞི་བཟུང་གི་ཐོག་ལ་ཡ་ཨ་ནི་ས་གནས་འཐུས་ཚོགས་ཚོགས་ཁག་གིས་བཅའ་ཁྲིམས་དགོངས་དོན་གཞི་བཟུང་བྱས་ནས་ཨ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་གཉིས་ལོ་ལ་ས་གནས་འཐུས་ཚོགས་ཚོགས་རྗེས་བཅའ་ཁྲིམས་འདི་གཏན་འབེབས་བྱེད་པའི་ཆེད་ལ་དྭགས་རང་དམག་ནང་སྐོར་ལག་བསྟར་གནང་བཞག་དེ་ནི་དགོན་སྡེ་གྲྭ་ཚང་གདན་ས་ཆེན་པོ་གཉིས་ཨ་དེ་ཚོ་ཆེན་པོ་གཉིས་རེད་གྲྭ་ཚང་དང་ཆེ་བ་བཞི་དང་ཆུང་བ་དང་མང་པོ་ཞིག་ཡོད་རེད་ཨ་ད་ག་ནས་ཆོས་རྒྱུད་ཆེན་པོ་ཞིག་གི་ད་ང་ཚོ་ཅི་དགོན་སྡེ་གྲྭ་ཚང་ཡོད་རེད་ཤེས་རེད་ཤེས་ཁོང་ད་ག་ནང་བཞིན་སློབ་སྦྱོང་བྱེད་ས་ཚང་མ་བྱེད་འདུག་ག་ལ་མདོར་ན་ཨ་ཆོས་རྒྱུད་ཆེན་པོ་བཞི་གི་དགོན་པ་དགོན་སྡེ་གྲྭ་ཚང་ཆ་ཚང་ཞིག་གནས་ཏེ་ཡོད་བྱས་ཙང་མདོར་ན་ད་འདི་ཡིན་འདུག་ག་ལ་ཡ་ཨ་གཞིས་ཆགས་འདི་ནང་ཡ་ད་བོད་ནང་ནས་དེ་བས་སྔ་མོ་ད་དེ་ཚོ་ཆེན་པོ་གསུམ་ནང་ནས་གཉིས་འདི་ཡོད་རེད། ཨ་ནི་བོད་ཀྱི་ཆོས་བརྒྱུད་ཆེན་པོ་ཞིག་གི་དགོན་དགོན་སྡེ་གྲྭ་ཚང་ཆ་ཚང་ཞིག་དེ་ནི་ཡང་གནས་དེ་ཡོད་ཨ་འདིའི་ཐོག་ནས་ཡང་ལས་འགུལ་ད་སྤེལ་ས་མ་སོང་ད་དེ་ཚེ་འདིར་ཇི་སྙེད་ཞུ་ཡ་ཡིན། དེ་ནས་ས་འཐུས་ཚོགས་གཙོ་བསོད་ནམས་རྡོ་རྗེ་ལགས་འདིས་བཀའ་འདྲི་ཞུ་ཡི་ཡིན་ད་རྩ་བའི་གཅིག་གི་ས་གནས་འཐུས་ཚོགས་ཟེར་བ་རེད་ད་ས་གནས་གྲོས་ཚོགས་ཟེར་ཡ་འདི་གི་ལས་འགན་འདི་ད་འཛིན་སྐྱོང་ལ་ཡང་སྟངས་འཛིན་གནང་ཡ་དང་ད་ནང་བཞིན་གྱི་མང་ཚོགས་ནས་ད་ཅིག་བསམ་ཚུལ་ག་རེ་ཡོད་པ་དང་དངོས་འདོད་ག་རེ་ཡོད་པ་འདི་ཡང་གཅིག་གི།

ས་གནས་འཐུས་ཚོགས་ད་གྲོས་ཚོགས་མ་རག་ས་གནས་འཐུས་ཚོགས་རེད་འཐུས་ཚོགས་ཀྱི་འགྲོ་སྟངས་དེ་ད་གསར་པ་ཡིན་དུས་ག་ནས་ད་ག་ས་གཅིག་ད་རེས་ཀ་ས་གནང་སྟངས་ཀྱི་ད་ག་ས་གཅིག་གྲ་སྒྲིག་པ་འདྲ་པོ་ཞིག་ད་གས་ཡོག་མ་རེད། བཅའ་ཁྲིམས་ཤིག་སོང་རེད་མཁའ་ལམ་དང་བཀའ་ལམ་ཟེར་ཐོག་མར་བཙུགས་དུས་ག་ནས་མཁའ་ལམ་གྱོན་ནས་ཡག་ཚུགས། ཨ་ནེ་མཁའ་ལམ་གྱོན་ཚུལ་ཡང་འདི་ང་ཚོ་དེའི་ནང་ལ་ཡ། གདན་ས་ཁག་གཉིས། ཨ་ནི་རྙིང་མ་བཀའ་རྒྱུད་ས་སྐྱ། ར་སྟོད་བྱས་བྱས་དུ་བྱས་བྱས། མི་འགྲོ་ཡོང་གོམས་དུ་དུ་བྱས། ཨ་ནི་གྲོང་སྡེ་ཁག་དགུ་ཡོད་རེད། གྲོང་སྡེ་ཁག་དགུ་ཡོད་དེ། གྲོང་སྡེ་བཞི་པ་དང་གྲོང་སྡེ་བདུན་པ་དེ། རྒྱ་ཆེ་ཤོས་གྲོ་མིན་པོ་ཆེ་ཡོད་འདུག་ག་ནས་ཨ་ནི་ད་ལྟའི། གྲོང་སྡེ་རེར་ནི་ཡང་ས་སྡོད་གཉིས་གཉིས་བྱས། གྲོང་སྡེ་ཆེ་གཉིས་ནི། ས་མཐོའི་གསུམ་གསུམ་བྱས། གདན་ས་ཁག་གདན་ས་ཆས་དེ་གའི་དེ། ས་མཐོའི་གཉིས་གཉིས་བྱས། ཨ་ཆུ་ང་དེ་གའི་རེར་བྱས། འོང་འདུག་ཟེར་བྱས་ད་འཐུས་མི་ཞལ་གྲངས་སུམ་ཅུ་སོ་གསུམ་ཡོང་ཁུངས་དེ་འོ་འདུག་ཆགས་པ་རེད་ད་དཔེར་ན། བཙན་བྱོལ་སྒྲིག་འཛུགས་ཀྱི་ཁྱབ་ཁོངས་ནང་ལ་སྤྱི་འཐུས་ལྷན་ཁང་གི་འོག་ལས་ད་ས་གནས་འཐུས་ཚོགས་ཀྱི་མི་འབོར་ཆེ་ཤོས་དེ་མོན་གྷོར་ཆགས་འདི་གོ། ད་འདིའི་སྒང་ལ་ཡང་དེ་ཐོག་མར་ས་མཐོའི་གི་འགྲོ་སྟངས་དེ་ད་ལྟ་ན་ད་གྲ་སྒྲིག་པ་ཡག་པོ་ཤིག་ཤིག་འགྱོད་ཡོད་མ་རེད། ཨ་རིམ་པས་རིམ་པས་རིམ་པས་རིམ་པས་བྱས་བྱས། ཨ་ནི་དང་སྐབས་དང་པོ་དེ་མཁའ་ལམ་བརྒྱུད་ནས་ཚུགས་པ་ཡིན་དུས། ཨ་ནི་དྲི་བ་གཏང་ས་དང་ས་དུས་ཀྱི་འགན་འཁུར་ཉེན་དང་ཆ་ཚང་ཅིག་སྦྲེལ་ནས་ཡོད་དུས་ཀ་ནས་སྟབས་བདེ་པོ་མེད་པར་བྱས། དེ་ནས་དཔོན་ཚོགས་ཐེངས་གཉིས་ཙམ་ཞིག་ནས་ཁོ་ཡར་ཕྱིན་བསྡུ་བྱས་ཤག་ཕྱིན་བསྡུ་བྱས་བྱས་ཨ་ནི་དངོས་སུ་མི་མང་གི་འོས་འདེམས་བྱས་བྱས་ནས་འགྲོ་ཡ་འདི་ད་སྐབས་གཉིས་པ་ནས་བྱས་ད་ལྟ་སྐབས་དགུ་པ་བར་དུ་འགྲོ་འདི་དགོས་ཡོད་རེད་ད་ཟླའི་ཆ་ལ་ཡ་ད་དཔེར་ན་འགྲོ་སྟངས་དེ། དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་སྒྲིག་གཞི་སྒྲོམ་གཞིའི་ནང་ལ་ཡང་ཏག་ཏག་འགྲོ་ཐུབ་ཀྱི་ཡོད་རེད། ཁྱད་པར་ཁ་ཁད་ཡོད་མ་རེད་ད་ང་ཚོའི་དེ་ནས་སྤྱི་ཡོངས་ཀྱི་སྟངས་འཛིན་བྱེད་སྟངས་འདྲ་བོ་དེ་ད་དགུན་ཁའི་ཚོགས་འདུའི་རེ་འགའ་དེ་སྔོན་རྩིས་དེ་གཙོ་བོ་ཁེལ། ཨ་ནི་ཉི་མ་གསུམ་གྱི་ལས་ཀ་རེད་ཡ། ང་ཚོ་ཚོགས་འདུ་ཚོགས་ཀྱི་ཡོད་རེད། ཨ་ནི་དབྱར་སྐལ་དེ་བེད་སྤྱད་ད་སྐབས་རེ་ཕྱི་ཟླ་བརྒྱད་པའི་ཟླ་བཞུ་ཁེག་རེད་སྐབས་རེ་ཕྱི་ཟླ་དགུ་པའི་ཚེས་ཤར་དེ་བར་ཁེག་ད་གང་ཆེ་ཚོགས་འདུ་གཉིས་ཀྱི་པར་རམ་ཟླ་བ་དྲུག། ཚོགས་འདུ་ལོ་བརྒྱད་ཚོགས་འདུ་གཉིས་ཚུགས་འོག་ཚོགས་ཆེན་གཉིས། སྔོན་འགྲོ་ཉི་མ་གཅིག་བྱས་ཚོགས་ཆེན་ཉི་མ་གསུམ་བྱས་ད་ཚོགས་ཆེན་གཉིས་ཀྱི་པར་ར་ལ་ཉུང་མཐར་ཟླ་བ་དྲུག་འགྲོ་འགུག་འོག་འདི་དུས་སྐབས་ནི་ཨ་ནི་དུས་ཚོད་ཁྱད་པར་འདུག་འགྲོ་བསྡད་དགོས་ཀྱི་ཡོད་རེད། ད་ཡིན་པ་ཡིན་ནའི་ཚོགས་འདུའི་ནང་ལ་ཡང་བརྗོད་གཞི་ངོ་མ་དེ་ཚོ་དྲི་བ་ཡིན་ན་རེད་ཐུགས་སྣང་ཞེན་དགོས་ཡིན་ན་རེད། ག་རེ་ད་ག་ཚོད་གྲོས་ཆོད་གྲོས་འཆར་ག་རེ་ཡིན་པ་ཡིན་ན། ཡོང་ཁུངས་འདྲ་བོ་དེ། ས་རྡུལ་ཆ་བགོས་བྱས་ཤིང་གྲོང་ཚོའི་སོ་སོར་བག་ཆགས་བྱས་ནས་མང་ཚོགས་ཀྱི་དགོས་མཁོ་ལ་ཕེབས་པ་དགོས་ནས། དགོངས་འཆར་ག་རེ་ཐོག་བསམ་ཤོག་བསྡུས་བསམ་ཤོག་བསྡུས་པ་དེ་ཨ་ནི་ང་ཚོའི་བཞུགས་མོལ་ཉི་མ་གཅིག་ཚོགས་བཞུགས་མོལ་ཉི་མ་གཅིག་ཚོགས་དེ་ལ་ཡང་ཨ་ནི

ཡོང་གི་འདུག་ཨ་ནི་སྐབས་རེ་སྐབས་རེ་ཡང་མི་འདི་བ་ནི་སྣོན་འཕྲི་སྤོར་གཅོད་གནང་དགོས་ཡས་ན་ནི་དགེ་སྐྱོན་ཡོང་སང་ཞེས་ཏེ་ང་ཚོས་ལས་འགན་རུ་པ་འདི་ཙམ་ཞུ་ཡ་ཡིན། དེ་ནས་མཉམ་འབྲེལ་ཚོགས་གཙོ་རྣམ་རྒྱལ་ཚེ་རིང་ལགས་ལ་དེ་ག་འདྲི་ཞུ་གི་ད་ཅིག། ཐོག་མ་ད་ས་གནས་མོན་གོར་ལི་ཡ་མཉམ་འབྲེལ་འདི་ཅིག་ག་དུས་བཙུགས་ཡོད་མེད་དང་ད་ཅིག་མཉམ་འབྲེལ་འདི་བཙུགས་བ་ནས་ཕྱིན་ནས་ད་ད་ལྟ་བར་དུ་ཡ་ཅིག་ཡར་རྒྱས་ཟེར་གོ་རེད་ད་ཅིག་བརྒྱུད་རིམ་ག་འདྲི་ཅིག་ཕྱིན་ཡོད་མེད་དང། ཨ་ད་ལྷག་པར་དུ་ད་ཅིག་དཔལ་འབྱོར་རེད་ད་སྤྱི་ཡོངས་ཀྱི་ད་ད་ལྟའི་ཆར་ཡང་མཉམ་འབྲེལ་གྱི་གནས་བབ་འདི་ག་འདྲ་བྱོས་མེད་འདི་སྐོར་ལ་ཡང་ཅིག་གསུང་རོགས་གནང། ལོང་ད་མཉམ་འབྲེལ་དེ་ང་ཚོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རབ་བདུན་ལ་ཚུགས་དགོས་རེད་ཨ་ནི་ད་གཞི་རྒྱ་ཚུགས་ཚར་ལོ་གཅིག་ནང་ལ་ཨ་ནི་ང་ཚོ་མཉམ་འབྲེལ་བཙུགས་ཐུབ་པ་བྱུང་བ་རེད་དེའི་སྐབས་ཀྱི་མཉམ་འབྲེལ་དེ་ཨ་ནི་ས་གནས་འགོ་འཛིན་དེ་སྐབས་ཀྱི་ཚོགས་གཙོ་དེ་ས་གནས་འགོ་འཛིན་བྱས་ཨ་ནི་འགན་འཛིན་ལྷན་ཚོགས་བྱས་ནས་འདུག་ཟེར་ནས་མ་བང་རིམ་བྱས་ནས་འགྲོ་ནས་ཨ་ནི་ད་ལྟ་ལོ་ད་བེད་སྤྱད་ལོ་བཅོ་གསུམ་ཨ་ནི་ད་ལོ་ད་དེ་འདྲ་ཅིག་མུས་མཐུད་ནས་འགྲོ་བ་རེད། འདིའི་གཞུག་ནས་བཀའ་ཤག་ཟུང་འབྲེལ་པུའུ་ཅི་ག་གི་བཀའ་ཤག་གཉིས་པའི་སྐབས་ནས་ང་ཚོ་དེ་འདྲ་མཉམ་འབྲེལ་དེ་གཅིག་ཚོགས་གཙོ་དེ་གཅིག་མི་མང་ནས་ཐད་ཀར་བདམས་དགོས་རེད་ཟེར་ནས་དེ་འདྲའི་གཅིག་ང་ཚོ་གི་འགྱུར་བ་འགྲོ་བའི་གཞི་བཟུང་གི་ཐད་ཀར་ད་ཅིག་དགེ་འདུན་ལྷན་ཚོགས་ཚང་མ་སོ་སོ་ས་གནས་རེ་བདམས་དེ་ནས་ཚོགས་གཙོ་མི་མང་ཁོ་རང་ད་ཅིག་དགེ་འདུན་ལྷན་ཚོགས་དེ་བདམས་ནས་ད་ལོ་བཅུ་གཉིས་སུ་གྲུབ་བ་རེད་དེའི་རིང་ག་ལ་ད་མཉམ་འབྲེལ་དཔེ་དྲ་ན་མུར་འགོད་རྩོད་གཞི་མཉམ་འབྲེལ་དེ་ད་ལོ་བཞི་བཞི་ཧྲག་གོ་རྗེས་མ་ལོ་ལོ་ལྔ་བཅུ་ཆགས་འགྲོ་བ་རེད་དེའི་ནང་ལ་འདུག་ད་དེ་དེ་ག་ནས་ད་ཅིག་གི། ངེས་མེད་ཀྱི་གནས་སྟངས་ཅིག་གཙོ་བོའི་ངང་དུ་ཞི་འཇགས་ཀྱི་ཐུབ་པ་ཐོན་རྒྱུ་དེ་ག་ལྟ་བཞིན་ཞིང་ལས་དང་གསོ་དྲ་ཚོང་ཡོད་འདུག་ག་ནས་ད་ཞིང་ལས་ཀྱི་འབྲེལ་བ་ཐད་ཀར་མཉམ་འབྲེལ་གྱི་ཆགས་སྡོད་དེ་ག་ནས་ག་འདྲ་ཅིག་སྦྲག་སྦྲག་མོ་ཡ་ན་འདྲ་དོན་རྒྱུ་ག་རེ་ན་ཅིག་མཉམ་འབྲེལ་བྱེད་སོན་ལུས་དང་ད་ལུས་དང་ག་རེ་ན་ཅིག་ཐད་ཀར་ཡོད་འདུག་ག་ནས་རང་བཞིན་གྱི་མཉམ་འབྲེལ་གྱི་ཐོན་རྒྱུ་གནང་དགོས་པ་དེ་ག་ཕལ་ཆེར་ད་ལྟ་ད་མི་མང་ཚང་མས་ཀྱི་ཅིག། ཏག་ཏག་ཅིག་དུ་བ་ཁང་བ་དེ་བྱུང་ཐུབ་ཡོད་བསམ་གྱི་འདུག་ད་ཡིན་ན་ལོ་ད་ལྟ་འདྲེ་གཅིག་འགྲོ་དུས་གང་ཞིང་ད་ཞིང་ལས་འདེབས་ལས་དེ་ད་ཅིག་དེ་རང་བཞིན་གྱིས་ཨེན་ཅིག་གཞོན་སྐྱེས་དེ་ཚོ་ཅིག་ད་གནས་སྟངས་ཀྱི་དེར་ཅིག་ཡར་རྒྱས་འགྲོ་ཡས་ན་ད་གཞོན་སྐྱེས་ཀྱི་ཨེན་ཞིང་ལས་བྱེད་ཡ་དང་ཨེན་དེ་འདྲས་མེད་ཡོད་འདུག་ག་ནས་ཞིང་ལས་ཀྱི་ཅིག་ཅི་ཞིག་དེ་ཞི་ཆགས་ཏེ་སི་ཉམས་འགྲོ་གིན་སོང་ནས་ཅིག་དམིགས་བསལ་ཆགས་དེ་བས་ཀྱི་རང་བཞིན་གྱིས་ས་གནས་ག་བ་ནས་ཆགས་འགྲོ་དེ་མོན་གྷོ་ཅི་ཞིག་གས་དེ་འདྲས་ཆགས་དེ་ཡོད་རེད་ཨེ་ནས་དམིགས་བསལ་གྱི་ད་ལྟ་ང་ཚོ་མཉམ་འབྲེལ་གྱི་ནང་ལ་ཨེན་ཅིག་ག་སྡེ་ཚན་ཚོང་གི་སྡེ་ཚན་བདུན་ས་ཅིག།

འགྲོ་འདུག་བ་རེད། ཨ་འདིའི་འདི་ག་ནི་ད་ཅིག་ང་ཚོ་གི་མཉམ་འབྲེལ་གྱི་ད་དོན་འགྱུར་མིག་མངས་ལ་ད་ལྟ་བར་དུ་འདུག་བྱེད་དུ་ག་ནི་ད་ཞིང་པ་ད་འདོ་ཡེ་ནས་ག་འདུག་ལྟ་དེ་བས་ཀ་ནི་ཅིག་ཆ་ཤི་ན་ལྟ་ན་ཞིང་པ་དེ་ད་ཅིག་གཉེན་མ་ཡེ་ན་ང་ཚོ་ད་ཞིང་པ་ལ་ཞིང་འབུད་གཏང་གི་བ་རེད་རྒྱ་གར་གཞུང་ནས་གི་ཨ་ནི་སྐྱེད་མེད་ཐོག་ནས་ཨ་ནི་ང་ཚོ་དངུལ་ལེན་ཅིག་ཕལ་ཆེར་ད་དེ་ལོ་བརྒྱད་སོ་ཞིག་འགྲུག་བ་རེད་འདི་ང་ཚོ་རྒྱ་གར་གཞུང་ནས་མངའ་སྡེ་གཞུང་ནས་ཨ་ནི་ག་འདི་མངའ་སྡེ་དང་དབུས་གཞུང་ནས་དངུལ་གཡར་ནས་ཨ་ནི་ཅིག་མཉམ་འབྲེལ་བརྒྱུད་ནས་ཨ་ནི་ཞིང་པ་རྣམས་ལ་སྐྱེད་མེད་ཐོག་ནས་ཨ་ནི་དང་པོ་སྐྱེད་ཀ་བརྒྱ་ཆ་བཞི་དེ་ནི་བརྒྱ་ཆའི་གཉིས་ད་ད་འདྲ་སྐྱེ་མེད་ཐོག་ནས་རྒྱ་གར་གཞུང་གི་སྲིད་བྱུས་ག་རེ་ཡིན་ན་དེ་ང་ཚོ་ཞིང་པ་བལ་ཚོས་ཞི་འཇགས་ལ་ཞིང་པ་ཚང་མ་ལ་རག་མཐུ་བས་ཀྱི་མཐུན་འགྱུར་ཞིག་གནང་དགོས་རེད་ད་ལྟའི་གི་གནས་སྟངས་ཡིན་ན་ཀྱེ་ལོ་གཅིག་ནང་ལ་འབུམ་སུམ་བརྒྱ་རྩ་ས་ཅིག་སྐྱེ་མེད་ང་ཚོ་གི་བཏང་ཐུབ་པ་བྱུང་དགོས་རེད་ཨ་འདི་ད་ལྟ་ཕལ་ཆེར་འདུག་ཟེར་ན་མཉམ་འབྲེལ་ག་བ་ལས་ན་ཀྱེ་དེ་འདྲས་ཅིག་གུ་ག་དེ་མཐུན་འགྱུར་དེ་ཡོད་མ་རེད་མཉམ་འབྲེལ་མུ་འཁོར་གཅིག་པུ་ཅིག་མཐུན་འགྱུར་དེ་རག་ཐུབ་པ་ཆགས་ཀྱི་ཡོད་ཟེར་ཡ་ཅིག་འདི་ཡིན་ཨ་འདི་མེད་པས་ཀྱི་ཅིག་ད། ཉིས་སྟོང་བཅུ་གཉིས་ནས་ཕྱི་ནས་ཀྱི་མི་མང་གིས་སྔོན་ཇུས་ཀྱི་ལས་གཞི་གཅིག་ང་ཚོར་གྱི་ད་ག་འདིར་ལེན་དགོས་བ་རེད། སྔོན་ཇུས་ལས་གཞི་འདི་ཨ་ནེ་གཅིག་གི་ད་མཉམ་འབྲེལ་ནང་ནས་ཀྱི་ད་ཚགས་ཚུབ་ཤོས་གཅིག་ད་ལྷོ་ཕྱོགས་ནང་ནས་ཐུགས་ད་ན་ད་ཧུན་སུའུ་དཔེ་ནས་ཕལ་ཆེར་མཉམ་འབྲེལ་ང་ཚོ་མུར་འགོ་རྩིས་གཞི་འདི་སྔོན་ཇུས་ལས་གཞི་འདི་ཨ་ནེ་གཅིག་མི་མང་ངོ་ནས་ཨ་ནེ་གཅིག་དཀའ་ངལ་མང་པོ་ཞིག་གཅིག་གྱེན་འགོག་ད་དེ་ལས་དངུལ་འདི་འདྲ་དེ་ག་ནི་རྒྱ་གར་ནང་ནས་ཨ་ནེ་གཅིག་དངུལ་གྱི་གཅིག་གི་གོ་ད་འཕྲོད་མ་འཕྲོད་ད་ནི་འདི་མང་པོ་ཞིག་དཀའ་ངལ་འདི་ག་མཉམ་འབྲེལ་རྩིས་གཞི་འདི་ཁོ་ཚོ་གིས་དགའ་བ་བྱས་ནས་གང་ལྟར་སྤྱི་བཏང་གིས་དེ་འདྲ་བྱས་ནས་ད་གང་ལྟར་སྔོན་རྗོད་ལས་བྱེད་དེ་ཐོན་ཐབས་པད་སྒྲ་ནི་འབུམ་གཅིག་སྟོང་དྲུག་བརྒྱ་རྩ་ཟེར་ཅིག་ང་ཚོ་གིས་སྔོན་རྗོད་ལས་བྱེད་མིའི་མི་མང་གི་དངུལ་ལེན་ནས་ང་ཚོ་གིས་ཉར་དེ་འདྲ་ཅིག་བྱེད་དགོས་བ་རེད། ཨ་ནི། ད་འདི་འདྲའི་སོན་ཅིག་ལས་བྱེད་ཅིག་ད་གལ་ཆེ་ཤོས་ཅིག་ཏུགས་སུ་མ་ང་ཚོར་འགྲོ་བསྡད་ཀྱི་ཡོད་བྱས། ཨ་ནི།
ནང་གི་ཚིག་ལ་ལྟ། ད་ལྟ་ཅིག་མཉམ་འབྲེལ་གྱི་ལྟ་ཅིག་ཐོག་མ་ཅིག་འགོ་འཛུགས་གནང་བའི་ད་ལྟ་ཅིག་མོན་གྷོ་ལེགས་བཅོས་ཀྱི་ལས་གཞི་ཟེར་བཞིན་ལྟ་ཅིག་ལས་གཞི་ཞིག་འདུག་ཅེས་བགྲོ་བསྡད་ཡོད་པ། ད་ལས་གཞི་འདི་ཅིག་དམིགས་ཡུལ་དུ་མ་ཟུར་ན་ག་རེ་ཆགས་འདི་གི་ཡོད་རེད་ས་གནས་འདི་གི་ལྟ་ཅིག་ཡར་རྒྱས་གཏོང་ཕྱོགས་དང་འབྲེལ་བའི་གི་དམིགས་ཡུལ་གཙོ་བོ་འདི་ག་རེ་ཆགས་འདི་གི་ཡོད་རེད་དེ་དང་མཉམ་དུ་ལ་ཡང་ཅིག་ད་ལྟའི་ཆར་ལ་ལས་གཞི་འདི་ལྟ་ཅིག་ལག་བསྟར་གནང་བྱས་ད་ད་ལྟ་གནས་བབ་ཟེར་དགོས་རེད་ད་ད་ལྟ་ག་འདྲ་ཅིག་ལ་ཡང། ལས་དུས་ཡོད་རེད་འདིའི་ཐོག་ལ་ཡ་གཅིག་གསུངས་རོགས་གནང། ལས། ད་འདིའི་ལེགས་བཅོས་ལེགས་ཆ་དེ་བེད་སྤྱད་ལོ་གཉིས་དང་གཟའ་ལྔའི་འདི་མ་ནས་ང་ཚོ་གིས་ད་བེད་སྒྲ་ན་མཉམ་འདྲེས་ཀྱི་འབྲེལ་བ་བརྒྱུད་ནས་ཨ་ནི་ཅིག་དེ་འདྲ་ཅིག་འཆར་གཞི་ཅིག་ད་ལྟ་ཨ་རི་ལའི་གནས་སྡོད་ཡོད་ངེས་ཚེ་དབང་རྣམ་རྒྱལ་ལ་བརྒྱུད་ནས་ཨ་ནི་ང་ཚོ་ཅིག་དེ་འདྲ་ཅིག་འཆར་གཞི་ཅིག་བསྒྲིགས་ཡོད་རེད། འཆར་གཞི་བསྒྲིགས་ནས་ཨ་ནི་བང་རིམ་བེད་སྤྱད་ད་ལོ་གཉིས་གཟའ་དྲུག་བར་རེད། འདི་འགྲོ་བའི་སྐབས་ལ་ཨ་ནི་ཅིག་ད་ང་ཚོའི་དམིགས་ཡུལ་གཙོ་བོ་དེ་ག་རེ་ཟེར་ན་གཞིས་ཆགས་དེ་ད་གཅིག་གི་རང་བཞིན་གྱི་གཅིག་གི་ད་འཚོ་བ་ལ་དཀའ་ངལ་དེ་ཚུལ་སྐྱེལ་མ་ཐུབ་ནས་གཅིག་གི་རྒྱ་གར་གྱེས་སོན་ལ་འགྲོ་བ་སོགས་པ་དང་ཕྱི་རྒྱལ་ལ་འགྲོ་བ་སོགས་པ་དང་དེ་འདྲས་དེ་ག་ས་གཞི་ཆགས་ཏེ་གནས་དགོས་ཡོད་ན་མི་མང་རྒན་འཁོགས་གཅིག་པོ་མིན་པའི་གཞོན་སྐྱེས་དང་ཚང་མས་གནས་དགོས་ཡོད་དེ་གལ་ཆེན་པོ་དེ་ག་ནི་འདི་འཚོ་བ་གྱི་གཅིག་གི་འདི་ལ་གནས་ཐུ་ཡ་གྱི་ཐབས་ཤེས་ག་རེ་བྱེད་དགོས་ན་སོགས་ང་ཚོས་གཅིག་ད་བང་རིམ་སོང་ནས་གཅིག་བསྒྲིགས་རེད་འདི་ང་ཚོས་གཅིག་ས་གནས་ཀྱི་མཉམ་འབྲེལ་གྱི་གལ་ཆེན་པོ་ཞུ་གཅིག་མཐོང་ནས་གཅིག་གི་བང་རིམ་ཞིག་བསྒྲིགས་དགོས་ག་ལ། ཨེ་ང་ཚོ་འདི་ལས་འཆར་འདི་མགོ་འདི་བཙུགས་རེད་ལས་འཆར་བག་རིམ་མགོ་བཙུགས་བའི་ཞུ་ལ་ཨེ་གཅིག་དཔེ་མཉམ་འབྲེལ་འདི་གི་གཅིག་པུ་གཅིག་བྱེད་ན་ཏག་ཏག་འདི་གི་མུ་འདི་ལས་འཆར་འདི་གལ་ཆེན་པོ་སྤྱི་ཡོངས་ཀྱི་གཞིས་ཆགས་དམིགས་བསལ་གདན་ས་ཆེན་མོ་གཉིས་ཡོད་འདི་ག་ནས་ཏག་འདི་ལས་འཆར་འདི་གལ་ཆེ་སེ་བཏང་ནས་ཨེ་ང་ཚོ་གིས་ཨེ་ནི་གཅིག་གི་བཀའ་ཤག་ལ་ཞུས་བཀའ་ཤག་ལ་ཞུས་བའི་གཞིས་ཚོ་བཀའ་ཤག་གིས་རྒྱབ་གཉེར་བྱས་ལམ་སྟོན་གནང་ལམ་སྟོན་གནང་བ་གཞིས་ཚོ་ང་ཚོ་གིས་ཏག་འདི་ནང་ལ་སྒྲིག་འཛུགས་བཟོ་འདྲ་གཅིག་སྒྲོམ་གཞི་བཟོ་འདྲ་གཅིག་བཟོས་བཤད་ད་འདི་ན་ཆེ་བསྟོད་ཚོ་ཆེ་བསྟོད་ཀྱི། ཚོགས་ཆུང་སུ་ལ་གཅིག་བྱས་རྒྱུ་ལས་ཚོགས་ཆུང་སུ་ལ་གཉིས་བཙུགས་ཕྱིར་ཕྱི་དྲོ་ཚོགས་ཆུང་ནང་ལ་ས་གནས་འགོ་འཛིན་གཙོ་བོ་བྱས། འདི་ནས་ཀྱི་འཐུས་མིས་དཔེར་ན་ན་ང་ཚོ་གི་གདན་ས་ཁག་གི་མཁན་པོ་བྱས་ད་ད་ལྟ་ཕྱག་མཛོད་ཡོད་རེད་སྤྱི་མིང་ཡོད་རེད། འདི་མི་མཉམ་འབྲེལ་འགན་འཛིན་ལྷན་ཚོགས་ཟེར་ནས་བཙལ་ཚོགས་ཆུང་ཆེ་བསྟོད་ཚོགས་ཆུང་གཅིག་བཙུགས། འདི་ནས་འོག་ལ་རྒྱུ་ལས་ཟེར་ནས་རྒྱུ་ལས་ཡང་ཆེ་བསྟོད་ཚོགས་ཆུང་ཁོ་རང་སུམ་ཅུ་སོ་གྲངས་ནང་ནས་བདམས་ནས་རྒྱུ་ལས་གཅིག་བཙུགས། འདི་ནས་གཅིག་བང་རིམ་བྱས་ནས་ང་ཚོ་གཅིག་དེ་སྒྲོམ་གཞི་གཅིག་བཟོས། ང་ཚོ་དམིགས་ཡུལ་དེ་གཙོ་བོ་དེ་ག་རེ་ཟེར་ན་ལས་བྱེད་ལས་བྱེད་དེ་གཞིས་ཆགས་དེ་དངོས་གནས་ཅིག་ད་གོ་སྐབས་བཟང་པོ་ཞུ་ཅིག་དེ་ཚོ་ཆེན་མོ་གཉིས་གཙོ་བྱས་མི་མང་མང་ཤོས་ཀྱི་སྟེང་དེ་ག་ནི་ང་ཚོས་ཀྱི་དམིགས་བསལ་གྱི་བག་ཕེབས་ཀྱི་ཁོར་ཡུག་ཅིག་བསྐྲུན་ཡོད་དེ་ག་ནི་དེ་ལ་ཁེ་ཕན་ལེན་ཅིག་གོ་སྐབས་རང་བཞིན་གྱི་འདུག་ས་ནས་ང་ཚོས་ཀྱི་ཨིན་ད་ཅིག་ཆ་ཤས་སུ་འདྲ་ཅིག་དང་པོ་ང་ཚོས་ཀྱི་སྒྲོམ་གཞི་དེ་ན་ཡོ་ག་སྤྲོ་འཇོམས་ཀྱི་སྟེང་ནས་ས་འདྲ་ཅིག་ང་ཚོས་འཛུགས་སྐྲུན་བྱེད་ཐུབ་ན་ཨིན་རང་བཞིན་གྱི་མཐུན་འགྱུར་ཅིག་རག་གི་རེད་ད་ཅིག་དེ་རང་བཞིན་ཡར་རྒྱས་ཅིག་འགྲོ་གི་རེད་བསམ་པའི་ཀྱི་ཆ་ཤས་ཅིག་དེ་འདྲའི་སྒང་ལ་རེད་ད་ད་ལྟ་གི་ལས་འཆར་དེ་ཅིག་ལས་འཆར་དེ། མི་མང་གི་ལས་འཆར་ཡིན་དུས་མི་མང་ཚང་མས་ཀྱི་གཞིས་ཆགས་འདི་ལ་གནས་བདེ་ངེས་དང་བོད་མི་སྒྲིག་འཛུགས་ཡིན་ན་འདྲ་བོད་པའི་སྤྱི་ཚོགས་ཡར་རྒྱས་འགྲོ་དགོས་ཚང་མས་ཀྱི་ལས་འཆར་འདི་གོ་རྟོགས་སྤེལ་ཡ་དེ་གལ་ཆེ་ཤོས་ཅིག་གོ་རྟོགས་སྤེལ་སོང་ན་འདི་ལ་བསམ་ཚུལ་ཡོང་གི་རེད་གནས་ཚུལ་མང་པོ་བྱུང་གི་རེད་དེའི་རང་བཞིན་གྱི་སྒྲོམ་གཞི་ཅིག་ཆགས་སོང་ན་ཨ་ནི་ཅིག་གོམ་པ་གཉིས་པ་དེ་ལ་ཡབ་ན་བསམ་པ་ཅིག་ད་ལྟ་གོམ་པ་དང་པོ་དེ་ཕལ་ཆེར་ད་ལས་ཆོད་ལེགས་ཆར་ཟེར་དུས་ཀ་ནས་ཕལ་ཆེར་ད་རྒྱ་གར་ནང་ལ་སྡེ་བ་དང་ཕྱི་རྒྱལ་དང་ག་བ་ལས་ནས་ཀྱི་ད་ང་ཚོ་ལས་འཆར་འདིའི་སྐོར་ལ་ཧ་མ་གོ་གི་ཕལ་ཆེར་མེད་བསམ་པ་ཅིག་རང་བཞིན་ཡོད། འདི་ནང་བཞིན་གྱི་རྒྱབ་སྐྱོར་གྱི་དཔེ་དེ་ཚད་དང་ལྡན་པའི་ངང་དུ་རྒྱབ་སྐྱོར་མཐུན་འགྱུར་ལྟས་ངན་དང་དཔེ་མང་པོ་ཡོད། ད་ང་ཚོ་ད་ལྟ་གོམ་པ་གཉིས་པ་དེ་ང་ཚོ་གར་སོང་ད་ང་ཚོས་ད་ཨིན་ཇི་སྐད་མ་སོང་ན Feasibility Studies ཞིག་གི་ཐོག་ལ་ཞིབ་འཇུག་ས་གནས་ཀྱི་ཞིབ་འཇུག་མགོ་སྐོར་བསྐྲུན་འཁྲུལ་ལ་སྤེལ་བའི་གི་ཞིབ་འཇུག་ཅིག་ཚད་ལྡན་ཅིག་བྱེད་ཐུབ་ན་འདི་སྙན་ཐོ་ལ་བལྟ་ནས་གཞི་ཆགས་ཡར་རྒྱས་ཅིག་གཏང་ཐུབ་ན་ཁོས་དངོས་གནས་ཀྱི་དངོས་གནས་ཀྱི་དཀའ་ངལ་སེལ་ཐུབ་ཀྱི་རེད་མ་གཞི་ད་དེ་རིང་འཆར་གཞི་ཡག་པོ་ཁང་པ་ཅིག་བརྒྱབ་ས་ཡིག་འཆར་གཞི་མེད་ན། ཏག་ཏག་མ་འདེགས་ན་དེ་ཡིན་དུས་ཀ་ནས་ཅིག Feasibility Study བྱས་ཅིག་ཨ་ནི་ང་ཚོ་བྱས་དེ་ནས Master Plan བྱས་ཨ་འདི་ལ་སྤེལ་བའི་གེ་ཨ་ནི་ང་ཚོ་གེ་ཨ་ནི་བང་རིམ་སོ་ན་ཅིག་དེ་འདྲའི་འདི་གེ་གེ་བྱས་ཤིག་སོ་ན་ཅིག་ང་ཚོ་འགྲོ་བདེ་གི་ཡོད་བཤད། དེ་ནས་ས་གནས་འགོ་འཛིན་ལ་འདི་ག་འདྲི་ཞུས་ཀྱི་ཡིན་ད་རྩ་བའི་ང་རང་ཚོ་ད་ཅིག་ས་གནས་འདི་ད་ཐོག་མ་གཞིས་ཆགས་འདི་ཆགས་བྱས་ད་ལོ་ལྔ་བཅུ་དུ་བྱས་འཁོར་འདི་གི་འདུག་ལོ་ལྔ་བཅུ་འདིའི་ནང་ལོགས་ལ་ཡ་ཅིག་ང་རང་ཚོ་བོད་པའི་གི་ཡུལ་མི་དང་ཅིག་ས་གནས་ཀྱི་ཡུལ་མི་མཉམ་དུ་ལ་ཡང་འབྲེལ་ལམ་འདི་ཅིག་ག་འདྲས་ཤིག་ཡོད་པ་དང་ད་ག་ནས་ཤིག་གིས་ད་རྩ་བའི་འབྲེལ་ལམ་ཡག་པོ་ཆགས་དགོས་ཡག་པོ་ཡོད་དགོས་འདི་ད་ཅིག་གནད་འགག་ཆེན་པོ་ཆགས་འདི་དགོས་ཡོད་རེད་ད་ད་བར་དུ་ད་ཅིག་ས་གཞི་ཆགས་འདི་ཆགས་ནས་ལོ་ལྔ་བཅུ་དུ་ཅིག་ཕྱིན་པ་རེད་ད་མ་འོངས་པ་ད་ཅིག་མུ་མཐུད་ནས་ད་གལ་སྲིད་ང་ཚོ་ད་ཅིག་ཆབ་སྲིད་ཀྱི་གནས་སྟངས་འདི་འགྱུར་བ་མ་ཕྱིན་པ་རེད་ད་གནས་སྒུག་གི་ཡོད་དུས་ཡུལ་མི་མཉམ་དུ་ལ་འབྲེལ་བ་འདི་གལ་ཆེན་པོ་ཆགས་འདི་དགོས་རེད་འདི་འདྲས་ཡོད་དུས་ཅིག་ད་ལྟའི་ཆར་ལ་ཡང་ཅིག་ཡུལ་མི་མཉམ་དུ་ལ་ཡང་འབྲེལ་བ་གི་གནས་བབ་འདི་ག་འདྲས་ཆོད་རེད། རེད་རེད་སྤྱི་བཏང་ལྟར་ང་ཚོས་གཞིས་ཆགས་འདུག་ས་གནས་དེ་དུ་ང་ཚོ་བཙན་བྱོལ་བ་རེད་ཨ་ཡུ་ཡི་བདག་པོ་དེ་རྒྱ་གར་ཡུལ་མི་ཚོ་རེད་ཨ་བཙན་བྱོལ་བོད་མིའི་སྒྲིག་འཛུགས་རེད་སྤྱི་གཙུག་གི ྋགོང་ས ྋསྐྱབས་མགོན་ཆེན་པོའི་བཀའ་སློབ་དུས་དང་དུས་ཡ་དུས་ནས་དུས་ཕེབས་ཀྱི་ཡོད་ཙང་ང་ཚོས་ག་དུས་ན་ཅིག་གཞིས་ཆགས་ཡུལ་མི་རྣམས་ཀྱིས་མཉམ་ཞིབ་བྱས་ལ་ཡ་ད་མཐུན་འགྱུར་ཨ་འཆམ་མཐུན་འདི་བྱས་ལ་ད་ཅིག་ས་གནས་ཀྱི་འགོ་འཛིན་གྱི་ལས་ཁུངས་ཡིན་ན་རེད་ད་ག་ནང་གི་སྤྱི་ཚོགས་ཀྱི་གནད་ཤོད་མི་སྣ་སུ་ཡིན་ན་རེད་མི་མང་སུ་ནི་གང་ཡོང་ཟུག་གནང་ཐུབ་ཀྱི་ཡོད་རེད་ཞུ་ཡ་ཡིན། བྱས་ཙང་ད་དེ་འཆམ་མཐུན་དང་དེ་བྱས་ད་འདི་ཆ་ལ་ད་ཡག་ཐག་ཆོད་ཡོད་ཡིན་ན་ཡང་ད་གཙོ་བོ་གཅིག་ང་ཚོས་འདི་ཡི་ཁོར་གནས་དེ་གའི་ཡུལ་མི་དེ་ཚོ་མང་ཅིག་སྐྱོ་པོ་ཤ་ར་རེད། ང་ཚོས་སྤྱི་ཚོགས་ཀྱི་ཐད་སུ་ཐོག་ད་གཅིག་ཡ་རྒྱལ། ད་དཔལ་འབྱོར་ཐོག་ཡ་རྒྱལ། སྟབས་གོང་ས་སྐྱབས་མགོན་ཟུར་དུ་ཐུགས་རྗེ་ཁ་ནས་དེ་སྔ་མོ། ཐོག་མ། བཙན་བྱོལ་ལམ་ནས་གཞིས་ཆགས་ཚུགས་པའི་དུས་ཚོད་ཟེར་ན་གནམ་ས་བྱིའུ་གཅིག། ཁོང་ཚོ་ཞིག་ཡུལ་མི་སོགས་རྔན་མ་དག་གནས་ཏེ། སྟབས་ཁོང་ཚོ་ལས་ང་ཚོ་ཞིག་ཡར་རྒྱས་ཞེ་དྲག་ཡག། ཕྱིན་འགྲོ་དུས་གང་ཡིན་གཏད་སོ་ཁོང་ཚོས་གིས། ཆབ་སྲིད་བ་མི་སྣ་རེད། དེ་ཚོ་གིས་ཀྱི་ལག་ཆ་བེད་སྤྱོད་སོགས་རེད་མི་མང་གཏད་ཞིག་མཚམས་མཚམས་དཀའ་ངལ་གཏད་དེ་ཁྲིད་གི་ཡོད་རེད་ཡིན་ནའི་འདིས། དཀའ་ངལ་དོགས་གནས་བྱས་ནས་ད་ལྟ་ས་གནས་འགོ་འཛིན། ལས་ཁུངས་དང་གནས་བཞུགས་བྱས་ནས་ད་ལྟ་ཐོག་ལ་དཀའ་ངལ་གེགས་དམིགས་བསལ། བལྟས་བལྟས་འཁྲིག་གི་ཡོད་བལྟས་ནས་དམིགས་བསལ་དུག་སྦྱངས་བལྟས་དེ་ན་དཀའ་ངལ་ཡོད་མ་རེད་ཞུ་ཡ་ཡིན་ད་ཡིན་ནའི་སྤྱི་བཏང་གི་ད་དགོན་པ་གྲྭ་ཚང་ཁག་ད་ལྟ་བལྟས་ན་བློ་གསལ་གླིང་དང་བྱང་རྩེ་གཉིས་ཀྱི་སྨན་ཁང་ནས་ད་ལྟ་ད་སྨན་གྱི་ཆ་བཞག་གནང་གི་ཡོད་རེད་དེ་ཡུལ་མི་དང་བོད་པ་གཅིག་མཚུངས་གནང་གི་ཡོད་རེད་དེ་གཅིག་ཕན་ཐོག་ཆེན་པོ་ཆགས་བསྡད་ཀྱི་འདུག་ད་ནི་ཡུལ་མི་གི་ཡུལ་མི་ཚོའི་ངང་སོ་དེ་ནས་གཞིས་ཆགས་ཁག་གཡས་གཡོན་གནས་བལྟས་མཁན་གྲོང་གསེབ་དེ་ཚོ་གི་འཚོ་བ་ཡི་གི་སྐྱེལ་ས་དེ་ངང་སོ་གཞིས་ཆགས་ཆགས་བསྡད་ཡོད་རེད་གཞིས་ཆགས་ཀྱི་ཟ་ཁང་རེད། དག་ན་ཞིང། ཅིག་ལས་ཀ་རེད། ལས་རིགས་རེད་ཨར་ལས་རེད་དག་ནས་དན་ས་ཆེན་པོ་གཙོས་པའི་དགོན་སྡེ་གྲྭ་ཚང་ཁག་ལ་ཡང། འཛུགས་སྐྲུན་གྱི་ལས་གཞི་མང་པོ་ཞུ་བཞིན་ཡོད་རེད་བ་ལ། འདི་ཚོས་ཀྱི་ལས་ཀ་དང་ཆ་ཚང་ཅིག་ཡུལ་མི་སུ་ཡང་སྤྲད་དུས་གང་ལེགས་རང་བཞིན་གྱིས། ཡུལ་མིའི་སྐྱོ་པོ་ཚོ་ལ་ཕན་ཐོག་ཆེན་པོ། ལྷག་པར་དུ་བོགས་ལེན་པ་འདི་ཚོ་གིས་པའི་མི་ཚོས་གོ་བ་ཡག་པོ་ཤེས་ཀྱི་འདུག། ང་ཚོས་ཁྱེད་ཚོའི་སླེབས་ཕྱིན་ནས་ང་ཚོའི་ཡ་གྱལ་ཞན་སོང་ང་ཚོའི་འཚོ་བ་རག་སོང་སྟེ་མ་གཏོགས་དཀའ་ངལ་ཡོད་ཟེར་གྱི་འདུག་ད་ཡང་ཆབ་སྲིད་རིག་གཞུང་གི་ཕལ་ཆེར་ཁོང་ཚོས་མིས་ང་ཚོའི་གཡོག་པོ་བསྐོས་བྱས་ནས་ཨ་འདིའི་ཐོག་ལ་ཕལ་ཆེར་ཁོང་ཚོས་ང་ཚོ་པའི་དར་ཁ་སང་སྦྱིན་བདག་འགྲོ་བྱེད་ཡུལ་མི་དེ་པའི་ཅིག་རང་བཞིན་གཡོག་པོ་བྱ་ཡི་ཡོད་པའི་རྣམ་པ་དེ་འདྲ་སྟོན་གྱིན་ཡོད་ལྟ་འདི་ཚོ་ལ་འགྲེལ་བཤད་བྱ་གི་ཡོད་ཁོང་ཚོ་གི། ཉིན་རེའི་གི་འཚོ་བའི་རྐྱལ་ཐོག་ལ་ཡང་ང་ཚོ་གི་འདི་འདྲ་ཅིག་ཡོད། དེའི་ཆེད་དུ་ཁ་ཤས་རྣ་བ་འགྲུག་འདུག་ཁ་ཤས་ཕལ་ཆེར་རང་བཞིན་གི་ཁོ་ཚོ་གཡོག་པོ་བསྐོས་བྱས་ནས་ཁོ་ཚོའི་ལས་ཀའི་བརྒྱུད་དེ་ཁོ་ཚོའི་ནུས་པ་དེ་ང་ཚོས་ཕལ་ཆེར་ང་ཚོ་གཅིག་གཙུག་རིང་ཡར་རྒྱས་ཕྱིན་པ་ཞིག་ངོ་བོ་སྟོན་གྱི་འདུག་སྤྱི་བཏང་ང་ཚོའི་ཐོག་ཡར་བྱེད་དུ་ད་གཞིས་ཆགས་ནང་ལ་ཅིག་ཁང་པ་ཐོག་ཚད་གཉེར་བ་རྒྱག་མཁན་འདི་འདྲ་མང་པོ་ཞུ་བ་རེད། ད་འདི་ཚོ་མ་བསྐྱབས་ལབ་ནས་ནི་ཞེ་དྲག་ཉན་གྱི་མི་འདུག་བ། སྤྱི་བཏང་ཅིག་ང་ཚོའི་མི་སོ་སོ་དཀའ་ངལ་བསྐྱབས་རེད་སྐུ་ལས་བསྐྱབས་རེད་ཡིན་ན་ད་ཅིག། གཅིག་ང་རང་ཚོ་བོད་ལ་ཡ་གཏམ་དཔེ་ཡོད་རེད། ཡུལ་ཡ་ལ་དེ་ནི་ལྷ་ཡ་ལ་ཞན་པོ་གསོག་གི་ཡོད་ཟེར་དཔེ་བཞི་བཟུང། གཅིག་སྐབས་དང་ཡུལ་ཆུ་དང་ཡུལ་ཁྲིམས་ཟེར་གི་འདི་ཁད་ཀྱི་ཡོད་དེ་ནས་ཁོང་ཚོས་མིག་ལ་མཛེས་པོ་ཅིག་མ་བྱས་ན་གྲོང་གསེབ་སྐྱོ་བོ་ཞིག་འདུག་གང་ལ་རང་བཞིན་གཏད་སོ་མིན་གྱི་རང་བཞིན་གཤིས་ཀ་དེ་མིན། འཛམ་བུ་གླིང་མིའི་གཤིས་ཀ་རེད་ད་ང་ན་ཤན་གྱི་སྤྱི་ཚོགས་ག་རེ་ཡིན་ན་ཅིག་ཉིན་མོ་དུས་སུ་འགོས་ཅིག་ཕྲག་དོག་ཅིག། དམིགས་བསལ་སྐོར་ལུང་ཟད་ཅིག་ང་ཚོ་ཁྱོད་ཚོ་ཕལ་སྐད་མཁས་མ་སོང་དེ་རིང་ཕྱིར་རང་ཉིད་ཡོད་དུས་གང་ལ་བལྟས་སུ་ཁོང་ཚོ་མ་བལྟས་དེ་རིང་ཡོང་གི་འདུག་ད་ཡིན་ནའི་འདིའི་ཐོག་ལས་ང་ཚོ་ནས་ཉེ་བའི་ཆར་དེ་ཚང་དཀའ་ངལ་དེ་དེ་ཕྲན་བུ་ཡོང་གི་ཡོད་རེད་དེ་དེ་དཀའ་ངལ་དེ་ཚོ་ལ་སེལ་བྱས་ནས་དཀའ་ངལ་ཡིན་དུ་སེལ་འགྲོ་གི་ཡོད་ད་ལྟའི་ཐང་ཆགས་ནས་ད་དོ་ཟླ་དོག་དོག་བཤད་བ་ན་ཡུལ་མི་མཉམ་ད་ལྟ་འཆམ་ཐག་ཆོད་སྤྱིར་བཏང་ཡུལ་མི་ཚོ་གཤིས་ཀ་ང་འདུག་ད་ས་ཆ་ཁ་ས་ཁ་ཆེ་འདུག་ཀར་ནཱ་ཏྲ་ཀའི་ཡུལ་མི་དེ་ཚོ་མི་གཤིས་ཀ་འཇམ་པོ་དང་མི་ཚད་ལྡན་རེད་འདུག་བ། པས་མི་ཡག་པོ་དངོས་གནས་དྲང་གནས་འདུག་ཨ་ནི་ང་བོད་མི་དངོས་གནས་དངོས་གནས་ཡག་ཐབས་བྱེད་དགོས་ལྟ་གཏད་སུ་བྱེད་མཚམས་མཚམས། ཁོང་ཚོའི་མི་ཡུལ་ལུང་ཡུལ་ལྗོངས་ཀྱི་ཐོག་ཡག་ཆེད་ཁུལ་དང་དེའི་ཐོག་ཁོང་རང་ཡུལ་མི་གིས་ད་གྲོང་གསེབ་ཡིན་པས་གྲོང་གསེབ་བྱེད་སྔ་མོ་བྱེད་ཅེས་ང་ཚོ་གཏད་སུ་བྱེད་གཞོན་སྐྱེས་སུ་དེང་དུས་ཀྱི་ད་ནུབ་ཕྱོགས་ཀྱི་ལྟ་བ་དེ་གལ་ཆེ་ནས་དུག་ལ་གོང་ཐང་ལ་གཏད་གཏད་སུ་གོང་ཚུན།

ད་ལྟའི་དྲི་བ་དེ་ཡག་པོ་ཞུ་བྱུང། ད་ང་ད་ལྟའི་ང་རང་ཚོ་ས་གནས་འཐུས་ཚོགས་ནང་ལ་ཡང་དེར་བཀའ་སངས་ཕལ་ཆེར་ད་གཞོན་སྐྱེས་གཞོན་སྐྱེས་རང་ལབ་པ་ཡིན་པ་ཡིན་ན་ད་དར་མ་མང་པོ་ཡོད་རེད། ཨ་འདི་ནང་ལ་དགེ་འདུན་པ་ཡོད་རེད། དབྱེ་བ་ཡོད་མ་རེད། ཨ་འདི་གང་ལ་ཡང་སྐྱེ་བོ་ཕོ་མོ་དབྱེ་བ་ཡོད་མ་རེད། བུད་མེད་ཡོད། སྐབས་རེ། ལྟས་མང་པོ་ལེགས་འདུག་ཟླ་འདིའི་ཆ་ལ་ང་ཚོའི་ཐུགས་གསར་དུས་ནང་ལ་ཡང་བུད་མེད་ཕལ་ཆེར་གསུམ་བཟོ་བྱོས། ཟླ་འདིའི་གོ། གཞི་རིམ་མང་ཚོགས་ཀྱི་འོས་ཤོག་གི་ལམ་ནས་ཡོང་བ་ཡིན་དུས་ཁ་ནས་ཀོ་ཀོ་ར་ར་གནས་དགོས་ཡ་ཆེར་མ་འདུག་གཞན་ཕོ་མོ་དབྱེ་བའི་དབྱེ་བ་དང། ཨ་ནེ་གྲྭ་བཙུན་དང་སྐྱ་སེར་ཕོ་མོ་དབྱེ་བ་འདྲ་བོ་དེ་འདྲ་དེ་འདྲ་ཅི་ཡང་ཡོད་མ་རེད། ད་གཞོན་སྐྱེས་ཧ་ལས་པའི་གཞོན་སྐྱེས་ལབ་པ་ཡིན་ན་ད་མ་དེ་གས་ད་དེ་རིང་ཁ་སང་དུས་ནང་ལ་འཛུལ་ཞུགས་བྱེད་མཁན་མང་པོ་ཡོད་འདུག་དེ་རིང་ཁ་སང་གནས་སྟངས་ཞིབ་ཚགས་པོ་བལྟས་པ་ཡིན་པ་ཡིན་ན། ད་ཡང་མེད་ན་གལ་འགོག་ཡོད་རེད་གལ་འགོག་བྱས་ན་རིམ་པས་རིམ་པས་མི་ཐོག་ནས་རྫོང་འགྲོ་ཡ་རེད་ཁོ་འདྲ་ཆགས་པོ་སྐད་ཆ་གལ་མ་རེད། ཨ་ནི་གཞོན་པ་དེ་གས་བྱིས་པ་དེ་གས་དེ་སློབ་སྦྱོང་བྱས་ནས་འགྲོ་བསྡད་ཀྱི་ཡོད་རེད། པ་རག་ལྷག་དེ་གས་དེ་ད་ཕལ་ཆེར་དཀོན་པོ་འདྲ་པོ་རེད་ང་ཚོའི་དཀའ་ངལ་འདི་གཅིག་པ། གཅིག་མཚུངས་གདན་ས་ཁག་ལས་ཆགས་འདི་བོད་ནས་མ་སངས་ཕྱོགས་སུ་འབྱོར་ཉེན་མེད་པ་ཡིན་པ་ཡིན་ན་གདན་ས་ཁག་ལ་གྲྭ་རྒྱུན་ཆད་འགྲོ་ཡ་རུ་བ། ད་བ་ན་ད་ག་ས་ཁག་དཔེར་ན་བོད་ཁྱིམ་བླ་བྲ་དང་བླ་བྲ་ག་ས་ཁག་ལ་དཀའ་ངལ་འདི་འཕྲད་བསྡད་ཀྱི་འདུག་བ་འདི་ཡིན་དུས་ད་སྤྱི་ཡོངས་ཀྱི་བྱས་པ་ཡིན་ན་ད་ཅི་གི་མི་མང་དང་རྒན་འཁོགས་དེ་འདྲ་ཞིག་ར་ཡོང་བ་མང་ཆེ་དར་མ་རང་རེད་ད་གཞོན་སྐྱེས་ཀྱི་ཁུང་བརྩེགས་དགུ་བསྐོར་བ་དེ་འདྲ་རེད་ཨ་ནི་ཆ་ཤས་ལེན་སྟངས་དེ་ཡིན་ན་ད་ཚང་མ་ལ་ཡག་ཐང་ཅིག་ཡོད་རེད་ས་གནས་འགོ་འཛིན་གྱི་གྲོས་ཚོགས་ལ་ཡང་འགན་ཁུར་གནང་སྟངས་རེད། ས་སྡོད་ཚོས་ཀྱི་མི་མང་གི་གནད་དོན་གྱི་ཐོག་ལ་ཡང་དཀའ་ངལ་ག་རེ་ཐོག་བདེ་སྡུག་ག་རེ་ལྟ་དགོས་ཀྱི་འདུག་དེ་གའི་དེ་རང་སྣང་གང་དྲན་གྱི་ཙམ་མ་ཡིན་པར་བྱས། མ་ས་གནས་གྲོང་ཚོ་སོ་སོ་སོ་ལ་བར་བཅར་བྱས་ནས་བསམ་ཤོག་བསྡུ་ལེན་བྱས། བསམ་ཤོག་བསྡུ་ལེན་བྱས་པ་དེས་མི་རེ་ཟུང་གི་ཁ་ཤུགས་ཆེ་ཆུང་ལ་མ་བྱས་པར་བྱས་ཞིབ་ཚགས་པོ་བྱས་ནས་ཞིབ་འཇུག་བྱས། ཞིབ་འཇུག་བྱས་པའི་ཐོག་ལ་མང་མོས་བ་ཐོན་ནས་ལས་རིམ་གཏན་ལ་ཕབ། གཏན་ལ་ཕབ་པ་ཐོན་ནས་གྲོས་ཚོགས་ཀྱི་ལས་རིམ་ནང་ལ་བར་ཕྱིན།

ཏག་ཏག་ང་ཚོ་ཞུ་བསྡད་ཀྱི་ཡོད་རེད་ཨ་ནི། འཛིན་སྐྱོང་གི་ཡིན་ན་ཡང་དག་པའི་འཐུས་ཚོགས་ལ་ཡང་འགན་ཁུར་ཡག་པོ་གནང་བསྡད་ཀྱི་ཡོད་ད་ལྟའི་བར་དུ་ལ་ཡང་ས་གནས་སྐབས་ས་གནས་དེ་ལ་ཡང་ཞེན་ཁོག་རིམ་བྱོན་བྱུང་བ་རེད་ད་སྐབས་དགོས་པ་བར་དུ་ཕྱིན་པ་རེད་འདུག་ཟེར་ནས་ཡག་ཐག་ཆོད་འགྲོ་བསྡད་ཀྱི་ཡོད། འདི་ནས་གནང་གི་ཟེར་ལ་ད་ཅིག་ཞེ་བྱ་ས་སྟེང་ཟེར་ཡག་འདི་ད་ཅིག་བཀའ་ཤག་རིམ་པས་རེད། ལྷག་པར་དུ་ད་ནང་སྲིད་ལས་ཁུངས་ངོས་ནས་ད་ཅིག་སེམས་འཚབ་ཆེ་ཤོས་བྱས་ཀྱི་ད་ཅིག་གནད་དོན་ཅིག་འདུ་བྱས་ཆགས་འདི་གི་ཡོད་རེད་རྩ་བའི་ཅིག་གྲུབ་འབྲས་ཐོན་དང་མ་ཐོན་ལ་མ་ལྟོས་པའི་གང་ལྟར་ཅིག་སྒྲིག་འཛུགས་ཀྱི་ངོས་ནས་ད་ཅིག་འབད་བརྩོན་ཅིག་འདུ་བྱེད་གནང་འདི་གི་ཡོད་རེད་པ་ད་ལྷག་པར་དུ་ས་གནས་རང་ལ་མཚོན་པ་རེད་ཅེ་ན་གཞིས་ཆགས་སྲ་བརྟན་དང་འབྲེལ་བའི་ཐོག་ལ་ཡ་ཅིག་གི་ད་ནུས་པ་ཐོན་མེད་ཀྱི་ལས་གཞི་ཅིག་ཡོད། མཉམ་འདྲེས་ཀྱི་ཐོག་ནས་ཅིག་མང་པོ་ཅིག་འདུ་ཤེས་སྤེལ་གནང་གི་ཡོད་རེད། ད། ས་གནས་དེ་ལ་ཆ་མཚོན་པ་རེ་བྱས་ན་ཏན་ཏན་འདུ་ཤེས་སྤེལ་གནང་གི་ཡོད་རེད། དེ་ཡིན་དུས་ད་མོན་གྷོ་ས་གནས་ལ་ཆ་མཚོན་པ་རེ་བྱས་ན། ཅིག་མཉམ་འདྲེས་ཀྱི་ཐོག་ནས་ད་གཞིས་ཆགས་སྲ་བརྟན་ཡོང་བའི་ལ་ཅིག་འབད་བརྩོན། གཟིགས་དགོས་རེད། ད་ལས་འགུལ་ག་འདྲ་ཅིག་སྤེལ་གནང་གི་ཡོད་རེད། རེད། ད་དམིགས་བསལ་གྱི་ད་མཉམ་འདྲེས་ངོས་ནས་ཨ་ནི་ཐད་ཀར་ད་མི་མང་ཨ་ནི་ས་གནས་དེ་ལ་གནས་སྡོད་ཀྱི་ལས་གཞི་ད་སྤེལ་དྲགས་ན། ད་ལྟ་ཚོང་ཁང་དེ་ནང་དཔེ་ཁྲ་ཁྲ་སྐྱེལ་ད་ཅི་གསུམ་སྡོད་ཁང་དེ་མ་ཚོང་ཁང་ཕལ་ཆེར་ལྔ་བཅུ་དྲུག་བཅུ་ཆོད་གེར་འདི་ཚང་མ་མཉམ་འབྲེལ་གྱི་ད་གང་ལྟར་མཉམ་འབྲེལ་ཁྱབ་ཁོངས་རེད། འདིའི་ཨེ་ནི་གཅིག་ས་གནས་ཀྱི་མི་དེ་ཨེ་ནི་གཅིག་འཚོ་བ་ཨེ་ནི་དཔེ་ཁྲ་གི་རིགས་ཀྱི་ཚོ་སུ་ར་ཙོང་དྲུག་གི་ནི་ད་བ་གསུམ་དྲུག་ནི་མ་ཤི་རྒྱལ་ཡོད་མ་རེད་ཨེ་ཡང་འདི་མང་ལས་སུ་ཚོ་གཅིག་འཚོ་བ་སྐྱེལ་ཏེ་མུ་མཐུད་ནས་ད་བ་བཅུ་གཉིས་དེ་ནི་སྐྱེལ་གི་ཆེད་དུ་ཨེ་ནི་མི་མང་གི་བསམ་ཚུལ་ཅིག་གི་ཤེས་སྟངས་མི་མང་ཚོགས་འདུ་འཚོགས་བའི་སྐད་ལ་བསམ་ཚུལ་ག་རེ་ཡོད་པ་ཨེ་ནི་འདི་འདྲའི་དགོས་མཁོ་ཡོད་པའི་གི་བསམ་ཚུལ་ཡོད་དེ་ང་ཚོ་གི་ཚོང་ཁང་དེ་འདྲའི་ཁྲོམ་ར་ད་ད་གང་བོགས་གཏོང་བཏང་ནས

བོད་པ་ཙམ་མིན་པའི་གི་གཞོན་སྐྱེས་ཙམ་མིན་པའི་གི་ཡུལ་མི་ལས་ཀའི་ཅིག་ཡོད་བའི་གི་དེ་འདྲའི་གི་བསམ་ཚུལ་ཡོད་རྟེ། ད་ང་ཚོའི་གི་ཞིབ་རྒྱས་འཛིན་ལྷན་ཚོགས་དང་འཛིན་སྐྱོང་ངོས་ནས་ཚོས་ཐབས་ཤེས་མང་པོ་ཅིག་བྱས་རྟེ། ཨ་ནི་ཅིག། ཀོ། ཅིག་བོད་པའི་གཞོན་སྐྱེས་དེ་ཚོས་ཨ་ནི་དེ་འདྲའི་གི་ལས་གཞིའི་ནང་ལ་ཨ་ནི་མཉམ་ཞུགས་བྱེད་ཡ་དང་ཅིག་གི་བྱེད་ངེས་ཏེ། རང་བཞིན་གི་དཀོན་པོ་སུ་འདྲ་ཅིག་ག་རེ་ཟེར་ན་ད་ཅིག། ཕྱོགས་གཅིག་ནི་དེ་འདྲའི་གི་སྦྱོང་བརྡར་བྱས་ཀི་གོ་སྐབས་དེ་འདྲའི་གི་མེད་པ་སོང་ནས་གཉིས་ནི་ཨེན་ཅིག་དེ་འདྲའི་གི་ག་ལ་བར་ད་ཅིག་ཁ་ཐུག་དང་པོ་འཛུལ་བའི་ག་ལ་ཁོ་ཅིག་མཐུན་འགྱུར་དེ་གླ་ཆ་དང་ཁ་བྲལ་དུ་ཅིག་ཁོ་ར་སི་ཁའི་འདོད་པ་མ་བསྐང་བ་དེ་འདྲའི་གནས་ཚུལ་དེ་ཡོང་སྲིད་འོས་ཀི་རེད་དེ་འདྲའི་ཆེད་དུ་ག་ནི་འཆར་གཞི་ལེན་མཁན་མེད་དུས་ག་ནི་གཙོ་བོ་ང་ཚོ་འཆར་གཞི་བསྒྲིགས་ནས་གི་ཆ་རྐྱེན་འཆར་གཞི་ལེན་མཁན་མེད་ན་ཁོ་འཆར་གཞི་རང་འཇགས་ལྷག་དུས་དེ་ག་ནི་ང་ཚོ་འཆར་གཞི་ལེན་མཁན་ཡོད་ན་མཉམ་འབྲེལ་ངོས་ནས་དངོས་གནས་ཅིག་ཞི་འཇགས་ལ་གནས་ཐེ་བའི་གི་ཨེ་ནི་ཅིག་ལས་གཞི་ག་རེ་ཡིན་ན་གི་བོད་མིའི་སྒྲིག་འཛུགས་ཀྱི་ལམ་སྟོན་ན་འདྲ་ང་ཚོ་གི་འདི་རིག་པ་སྒྲིམ་ན་འདྲ་ཐབས་ཤེས་བྱེད་ནས་ཀྱི་འབད་བརྩོན་དེ་ཡོད་དེ་ག་ནས་གཅིག་ང་ཚོ་གི་ལས་གཞི་མང་པོ་ཅིག་འདི་ངས་ལ་ད་པེ་ད་ན་ཝོག་ཤོབ་ནང་ལ་ཅིག་འཕྲུལ་ཆས་ཀྱི་རིགས་བཟོས་ཡ་དང་ཨ་ནི་ཅིག་ཏག་ཏྲག་ཏྲ་ལྟ་མཁན་དང་མོ་ཏྲོ་ཁ་ལོ་བ་དང་དེ་འདྲ་མང་པོ་ཅིག་ང་ཚོ་གི་ཐབས་ཤེས་བང་རིམ་འགྲིག་རེད་དེ་ཆ་ཤས་ལེན་མཁན་དེ་རང་བཞིན་གྱི་ཨ་ནི་ཅིག་སྤྱི་ཚོགས་དེ་ང་ར་གཞི་ཆགས་དེ་ན་དཀོན་པོ་ཡོད་དེ་ག་ནས་ཨེ་དཀའ་ངལ་ཞིག་འཕྲད་དུས་དེ་ག་ནས་ཨ་ནི་ཅིག་དམིགས་བསལ་གྱི་འདི་ལ་ཅིག་ཞིབ་མ་ཐུབ་ཡོད་དེ་ག་ནས་ད་ཡང་སྐད་ང་ཚོ་གི་ཞིབ་འཇུག་ཅིག་བྱེད་ནས་འདི་མེད་འབད་ཀྱི་ཨན་ཅིག་ཞེས་ད་ག་ལ་འོ་རེད་ད་ཡང་རྒྱས་ཀྱི་ཐབས་ལམ་འདི་འདྲའི་ང་ཚོ་ཁེ་ལས་པ་འདི་འདྲས་ང་ཚོ་ཞིབ་འཇུག་ཅིག་བྱས་ནས་ང་ཚོ་ད་ཤེས་ཅིག་མཉམ་འབྲེལ་ངོ་ནས་ངོའི་ངོ་ནས་ཨན་ཅིག་ཞེས་བང་རིམ་ཅིག་འགྲོ་བདེ་གི་ཨན་ཅིག་འདིའི་ཐོག་ལ་ཁེ་ལས་ཀྱི་ཨན་ཅིག་ནས་བསམ་ཚུལ་དང་དེ་འདྲས་ཡོད་ན་ཁོ་ཅིག་རང་བཞིན་གྱི་ཕེད་ཀ་ཚོ Scott Analysis ཅིག་ལེགས་འདུག་ལ་དེ་འདྲས་ཞིབ་འཇུག་བྱས་ནས་ཨན་ང་ཚོ་ཅིག་བྱས་ནས་ཨན་འདིའི་ཐོག་ལ་བང་རིམ་འབྲི་གས་ཚོ་འདྲ་ཅིག་དེ་འདྲས་བྱེད་ཀྱི་ཡིན་ཞུ་ཡ་ཡིན་ལོ། ད་མཐའ་མ་འདི་ལ་ཡང་ད་ས་གནས་འགོ་འཛིན་ལ་འདི་ག་འདྲི་ཞུ་ཡི་ཡིན་ད། གཅིག་གི་ད་གཞིས་ཆགས་འདི་བཙུགས་ཆེད་ལོ་ལྔ་བཅུ་དུས་ཆེད་ཕྱིན་དུ་ཡོད་རེད་ད་ཅིག་ཕྱི་མིག་ཞིག་བལྟས་པ་རེད་ཅེ་ན། དཀའ་ངལ་ཏན་ཏན་མང་པོ་ཞིག་འཕྲད་ཡོད་རེད་དཀའ་ངལ་འཕྲད་པ་གང་ཞིག་ལ་ཡང་ད་ཡར་རྒྱས་སྐད་ག་ལ་གང་འཚམ་དུས་ཆེད་ཕྱིན་དུ་ཡོད་རེད་བ་ད་ད་ལྟའི་ཆ་ལ་ད་སྤྱི་ཡོངས་ནས་བལྟས་པ་རེད་ཅེ་ན་གཞིས་ཆགས་འདི་ལ་ཡང་ད་དཀའ་ངལ་ཆེ་ཤོས་འགྲོ་བ་འདི་གར་གར་བྱ་གི་ཡོད་རེད་ད་དེ་ཅིག་ཐ་མ་དེ་ལ་ཡ་དུར་དུས་སོང་ན་ཞུ། ད་དཀའ་ངལ་འདི་ཡོད་རེད་ལ་སྤྱི་བཏང་དཀའ་ངལ་ཆེ་བ་ལ་ད་གཙོ་བོ་རྗེ་སྤྱི་བཏང་སྤྱི་ཡོངས་སྤྱི་བཏང་རེད། ཆེ་ཕྱོགས་དེ་གཞིས་ཆགས་ནང་ལ་གཞོན་སྐྱེས་ལས་ཀ་ཁོ་གི་ཡོད་མ་རེད། དཀའ་ངལ་གཙོ་བོ་གཅིག་ད་གཞོན་སྐྱེས་མང་པོ་ཕྱི་རྒྱལ་ཕྱིན་བྱས་ཕྱི་རྒྱལ་ཕྱིན་ནས་འཛམ་བུ་གླིང་མི་ཕྱི་རྒྱལ་འགྲོ་གི་ཡོད་རེད་པན་རྒྱ་གར་ཕྱི་རྒྱལ་འགྲོ་གི་རེད་ད་ནི་པན་ནི Gulf Countries དང་ག་ས་ག་འགྲོ་གི་ཡོད་རེད་རྒྱལ་ཁབ་ལ་འགྲོ་བཞིན་ནས་སོ་སོའི་ལས་ཀ་བྱེད་ནང་འདི་བཞག་བྱས་ནས་འཚོ་བ་དེ་འདི་ང་ཚོ་མི་འདུག་ཨ། ང་ཚོ་ཕྱི་རྒྱལ་ཕྱིན་པ་དང་ནང་སྤོས་དྲུག་འདུག་ཨ། བྱས་ཙང་གཞིས་ཆགས་ནང་ལ་གད་འགོག་དང་སྤུ་གུ་མི་ལག་གི་མེད་པའི་དཀའ་ངལ་གཅིག་རེད། འདི་དཀའ་ངལ་ཆེ་ཤོས་ཤིག་རེད། ད་གཞུང་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ནང་སྲིད་ལྷན་ཁང་ཡིན་ན་དཔེར་ན། ད་བསོད་ནམས་སྡེ་ཚན་ཐོག་ལ་ཡ་ད་སྔ་མ་རིམ་པ་བར་དུ་ཅིག་ཡ་རོགས་རམ་གནང་ཡོད་རེད། ལྷག་པར་དུ་སྲོལ་རྒྱུན་སྐྱེ་ལྡན་སྲོལ་རྒྱུན་ཐོག་ལ་ཡ་འགྲོ་བཞིན་ད་མང་ཆེ་ད་ད་དེ་ཚང་གིས་བཞིན་ནད་གྲིབ Vedic དཀར་རྗེས་སུ་དཔེར་ན། ཤིང་འབྲས། ཨམ་དང་གཙོ་བོ་བཅོས་པའི་ཆེད་འདི་ནི་སྟབས་ཅིག་ལས་འགུལ་ཆེན་པོ་ཤུགས་ཆེ་གིས་དཔེ་བྱས་ནས་དང་དུ་འགྲོ་ཞིག་གོ་སྟེ། འགྲོ་ཞིང་གོ་རེད་འདིའི་པ་འདི་མི་མང་སྲ་བརྟན་ཆེད་དུ་རེད། སྟོན་ཐོག་འདིའི་ཆེད་ནི་སྟོན་ཐོག་ཐོག་ལ་ལམ་ལུགས་ཐོག་ལ་ཡ། ད་ནི་སྐྱེ་ཆུང་བུ་ལོན། ཞིང་པ་ཚོར་སྐྱེ་ཆུང་བུ་ལོན་ཆུད་བཙུད་ཀ་དེ་ནང་བཞིན་ལྷན་ཁང་རིམ་པ་བཏང་ཐིག་གོ་རེད། གཞོན་སྐྱེས་ཚོ་ལ་ཟབ་སྦྱོང། བཏང་རྗེས་ལས་རིགས་ཟབ་སྦྱོང་བཅས་བྱས་ནས་ནད་རིགས་ཟབ་སྦྱོང་བྱས་ནས་ལས་ཀ་དེ་གཞིས་ཆགས་ནང་ལ་ལས་ཀ་བྱས་ཀྱི། སྐྲ་བསུ་ཡིན་ན་རེད་ག་རིང་ཅན་བྱས་ཡིན་ན་འདི་ཡོད་འདུག་གང་ལ་ང་ཚོས་དམིགས་བསལ་གྱིས་ད་བསམ་བློ་དངོས་དངོས་བྱིན་བྱིན་གྱིས་གནས་བབ་ལ་བལྟས་ཤིང་སྐད་ཆ་བཤད་དུས་ང་ཚོའི་སློབ་ཆུང་ག་ཚོད་བྱང་ཚིག་བྱས་ན་ཞེ་བོ་གཅིག་འདིའི་ཐོག་ལ་མི་འབོར་གུག་རུ་བ། ལས་ཀ་འཛུགས་སྐྲུན་ཁར་འདིའི་བེད་སྤྱོད་བྱེད་མཁན་མི་གུག་རུ་བ། དཔེར་ན་ཧུབ་ལི་དེ་དེ་ཚོ་སོ་སོ་ཁོ་ན་བྱས་འགྲོ་གི་རེད་ང་ཚོས་འདི་ནས་ཡར་བྱེད་དུ་ཁུར་ཤུགས་ཞེ་བོ་སྐྲུན་པ་རེ་སྐྲུན་ཡ་ལ་ཨ་ནི་འདིའི་གིས་ཁུར་ཤུགས་སྐྲུན་པ་འདི་ན་བཞིན་བེད་སྤྱོད་བྱེད་མཁན་ཞིག་གུག་རུ་བ། རྒྱལ་ས་འདི་ཡི་མལ་དུ་ང་ཚོ་རྡོག་རྡོག་དཀའ་ངལ་ཆེ་ཤོས་དེ་མིའི་གཞོན་སྐྱེས་ཀྱི་ནུས་པ་དེ་ཉུང་དུ་ཕྱིན་པའི་དཀའ་ངལ་ཆེ་ཤོས་གཅིག་རེད། ཡག་ཤོས་གཅིག་ལ་ད་ལྟ་མོང་གོལ་བདུད་རྒུད་གླིང་གི་ལེགས་བཅོས་ལས་འཆར་ཟེར་ཏེ་ད་སྔ་མ་ཐོག་མ་མཉམ་འབྲེལ་གྱི་ད་ལྟ་འགོ་བཙུགས་མཁན་ཨོ་ནན་ང་རྣམ་རྒྱལ་ལ་ཁོ་རང་ཡིན་ཁོ་རང་མོ་སི་ད་ཏིའི་ནང་དུ་ཤུགས་རྒྱག་མཁན་ཁོ་རང་རེད་ད་ལྟ་མུ་མཐུད་ནས་ཁོ་རང་བསུ་སྐད་འདི་པས་ཐག་ཆོད་པ་བྱེད་མཁན་བྱེད་དགོས་རེད་མཉམ་འབྲེལ་བྱེད་མཉམ་འབྲེལ་མཉམ་འབྲེལ་ཡང་ཁྲིམས་དེ་གྲིགས་གཞི་ཐོག་ལ་འགྲོ་སྟངས་འགྲོ་གི་མི་འདུག་མཉམ་འབྲེལ་ཁྲིར་ཀ་འགྲོ་ཐུབ་ཀྱི་ཡོད་མ་རེད་ལེགས་ཆ་དེ་དོན་གྱི་སྤྱི་ཡོངས་ཀྱི་ཐོག་ལ་བཟོས་ནས། སྤྱི་ཡོངས་ཐོག་བཟོས་བྱས་ནས་འདུག་ཟེར་ཡ་ལས་འགུལ་འགྲོ་ཤེས་དགོས་རེད་ཡིན་ན་ཡང། འགྲོ་པ་གང་ཡིན་གང་ཡིན་ལ་ང་ཚོས་ཀྱིས་ག་རེ་ཟེར་ན་ཁ་ཤས་ཟོས་དགོས་རེད། དེང་དང་འདི་ཚོ་རིགས་དེ། ད་ལག་ཤས་ཤོར་བ་མ་གཏོགས་དངོས་གནས་དྲང་ནས་ང་ཚོ་བོད་པའི་སྤྱི་ཚོགས་སྤྱི་མཐུན་མཉམ་འབྲེལ་ཡིན་ན་ནས་སྤྱི་ཚོགས་གཅིག་གི་ཐོག་ལ་ཡ། བོད་པའི་ལག་ཤས་ཟོས་རིགས་དད་སེམས་ཆེན་པོ་གཅིག། བཟོས་བྱས་ནས་འདི་ནས་བོད་ཀྱི་ཤིང་བརྐོས་ཁྱ་ཡ་རེད་དག་ན་ཤིང་གིས་ང་ཚོ་པང་གདན་འཐག་ཡ་དག་ན་གདན་འཐག་ར་རེད་བོད་པའི་ལག་ཤེས་ཀྱིས་བཟོས་བྱས་ན་འདི་མ་རྒྱུག་ཟེར་ནས་ཁྲོམ་ས་མེད་པ་ཁྱོན་ནས་མ་རེད། ཕྱི་རྒྱལ་ལ་བཏང་ཆོག་གི་རེད། ནང་ལོག་གཞིས་ཆགས་སོ་སོ་དེ་ནས་བཟོ་སྐྲུན་བྱས་ནས་དེ་ནས་ཉོས་བྱས་ན་གཞིས་ཆགས་འདི་ལྟ་བུ་ཡིན་ན། ད་བལྟ་ན། ཡུལ་སྐོར་སྤྲོ་འཆམ་གྱི། ཡུལ་སྐོར་སྤྲོ་འཆམ་གྱི་ལྟེ་གནས་ཀྱི་ཀྲུང་དབྱང་གིས་ཆེད་གྱེར་ཀྱང་མངའ་སྡེ་གཞུང་ཤུགས་ཆེན་པོ་རྒྱག་པ་རེད། ཡུལ་སྐོར་སྤྲོ་འཆམ་གོ་མི་གང་དེ་གྲྭ་ཚང་ཁག་དང་སོགས་ནང་གཉིས་ལྟེ་གནས་བྱས་འདིའི་ཡུལ་སྐོར་སྤྲོ་འཆམ་གྱི་ལྟེ་གནས་ཀྱི་ཁོངས་གཏོགས་ཞིབ་ཕྲ་ཐོ་འགོད་རེ་མངའ་སྡེ་དེ་མངའ་སྡེ་འདིའི་ཐོག་ཤུགས་རྒྱག་ཡོད་རེད། ད་ག་ནང་བཞིན་འདིའི་ཡག་གོ་སྐབས་ལེན་བྱེད་ནི་ང་ཚོ་ད་ལྟ་ལེགས་བཅོས་ལས་བྱ་དེ་རེད། ཡིན་ནའི་ཡུལ་སྐོར་སྤྲོ་འཆམ་སླེབས་ན་དཀའ་ངལ་ཡོད་རེད་ཡུལ་སྐོར་སྤྲོ་འཆམ་སླེབས་སླེབས་ན་སོ་སོ་འདིའི་ཡུལ་སྐོར་སྤྲོ་འཆམ་མཉམ་རྒྱུག་ཚེ་མཉམ་རྒྱུག་ལས་ཀ་བྱེད་མ་ཐུབ་ན་ཡུལ་ཁོངས་ཚང་མ་ཕར་འགྲོ་གི་རེད་ཡུལ་མི་འདིས་དེ་གའི་དཀའ་ངལ་ཆེན་པོ་ཆགས་གི་རེད། འདིའི་གི་ཡུལ་སྐོར་སྤྲོ་འཆམ་གྱི་ནུས་པ་འདིའི་ཕན་ཐོགས་སོ་སོས་ལེན་ཐུབ་པ་བྱེད་དགོས་བྱས་ཙང་འདི་འདྲིས་ཀྱི་ཨན་ཚོང་ལས་རྒྱ་ཆེན་པོ་བྱུང་ན། བོད་པའི་ཀྱི་ཅུང་དངོས་གནས་ཀྱི་དངོས་ཟོག་དེ་ལག་ཤེས་དེ་ཕུལ་དུ་བྱུང་བ་དེ་འདི་འདྲིས་ཀྱི་རྒྱ་ཆེན་པོ་ཞིག་ང་རང་སོ་སོའི་བོད་མི་སྒྲིག་འཛུགས་ཀྱི་མར་རྩ་ཞིག་གནང་སྤྱི་མཐུན་མཉམ་འབྲེལ་འགྲོ་བ་ཞིག་ན་ག་བ་ཡིན་ན་ད་འདི་འདྲིས་ཀྱི་སྡེ་ཚན་ཞིག་བཟོས་ཞིག་ན་ཨ་ནི་འདི་འདྲིས་ཀྱི་ལག་ཤེས་ཤིག་བཟོས་ན་ཕྱིར་ལོག་བཏང་ཡ་དེ་འདིའི་ཐོག་ལ་བྱེད་ཨ་ནི་དེང་དུས་དང་མཐུན་པའི་གིན་ནི་ཏན་ཏན་རེད། ད་སྔས་མེད་ཀྱི་འཕྲུལ་ཆས་བྱེད་པོ་ཐེབས་འགྲོ་གི་ཡོད་རེད། ག་རེ་ནས་བྱེད་པོ་ཐེབས་ས་རེད་དེང་དུས་ཀྱི་འཕྲུལ་ཆས་ཐོག་ལ་ཨ་ནི་བྱས་ཟེར་ན་ཨ་ནི་འདི་འདྲིས་ཀྱི་ཐོག་ལ་ཡ། ད་བཟོས་པ་ཡིན་ན། བུ་གཞོན་སྐྱེས་སུ་སློབ་སྦྱོང་བྱས་ཐོབ་རུ་ཕོག་འདང་ངེས་མེད་དུས་གང་ལ་ཨ་ནི་ལས་ཀ་ཅིག་ཅིག་ཅིག་ཅིག་ཅིག་འདུག་ཡོད་རེད། གལ་སྲིད་དེ་ནས་ནི་ཡུལ་དབུས་ཀྱི་ཡུལ་རྒྱ་གར་གྱི་ཡུལ་ནང་ལ་ཨ་ནི་ཟེར་ཟུང་དེ་མཐུན་པའི་ཅིག་སོ་སོ་ཡོད་ན་ཕལ་ཆེར་ཕྱི་རྒྱལ་འགྲོ་གི་མ་རེད་གསུངས་འདུག་འདི་དང་མ་བསྟུན་བྱས་ནས་ཨ་ནི་དཀའ་ངལ་ཆེ་ནས་ཨ་ནི་འགྲོ་ཐལ་དུས་གང་ལ་ད་དེ་འདྲའི་ཁུ་བྱུག་སུ་བསྐྲུན་ཡག་གི་གལ་ཆེན་པོ་ཡོད་དུས་གཞིས་ཆགས་སུ་དཔེར་ན་ཞིང་ལས་དེ་ཡང་ཡར་རྒྱས་བཏང་ཡག། ཞིང་ལས་འདི་ཡང་ཨ་ནེ་འདི་ཡང་པ་གཙོ་བོ་དེ་ལྕགས་རི་བསྐོར་ཡ་དེ་གལ་ཆེན་པོ་ཞིག་རག་རེད། ཨ་ནེ་བཟོ་ལས་འདི་འདྲ་བྱས་ནས་བདེ་འཇགས་ཀྱི་མཐུན་འགྱུར་བྱས་ནས་ཚོང་ལས་ཅིག་རྒྱ་རྒྱ་བྱས་ན་ཨ་ནེ་ད་ག་ན་བཞིན་ཟ་ཁང་རེད་མགྲོན་ཁང་རེད་ད་ག་ན་བཞིན་ཅིག་ཅིག་བྱས་པ་ཡིན་ན་ནི། ཨ་འདི་གཡག་གཡོན་གྱི་ཕལ་ཚུལ་ཅིག་ལོ་ལས་ཀ་བྱེད་ཐུབ་པ་ཡིན་ན་ན། ཡུལ་སྐོར་སྤྲོ་སྦྱངས་པའི་བསྟི་གནས་ཆགས་པ་ཡིན་ན། ཕལ་ཆེའི་ངང་ལ་བོད་ཕིག་གི་གོ་སྐབས་ལེན་ཐུབ་པ་ཡིན་ན་ནི། ཨ་འདི་སྐབས་དེ་དུས་འདི་ལ་ཡག་པོ་རག་གི་རེད་གསུངས་འདུག། ཐུགས་ཆེ་ན། མཚམས་འདི་ནས་ད་ད་རིང་གི་ང་ཚོའི་སྒྲ་སྙན་གླེང་སྟེགས་ཀྱི་ལས་རིམ་འདི་དག་མཇུག་སྒྲིལ་གྱི་ཡིན། གོང་གི་ང་ཚོ་བགྲོ་གླེང་ཞུ་ཡས་ཀྱི་བརྗོད་གཞི་དེ་མོན་གྷོ་སྡོད་གུ་གླིང་བོད་མིའི་གཞིས་ཆགས་འདི་དབུ་བརྙེས་རྗེས་ལོ་ངོ་ལྔ་བཅུ་འཁོར་བ་དང་བསྟུན་ནས་ད་མོན་གྷོ་བོད་མིའི་གཞིས་ཆགས་འདི་གི་སྤྱི་ཡོངས་ཀྱི་གནས་བབ་རེད་ད་ག་ན་བཞིན་གྱི་ཅིག་ས་གནས་འདིའི་ནང་ལོར་ཡང་སྒྲིག་འཛུགས་ཆེ་ཁག་དང་ཚོགས་སྡེ་ཆེ་ཁག་གར་གར་ཡོད་མེད་དང་ད་ག་ན་བཞིན་གྱི་ས་གནས་མཐུན་ཚོགས་ཀྱི་ངོས་ནས་ལས་འགན་གནང་ཕྱོགས་རེད་དག་ན་གཞིགས་ཀྱིས་མཉམ་འབྲེལ་གྱི་ཐོག་ནས་ལས་འགན་གནང་ཕྱོགས་རེད། གཞིས་ཆགས་སྲ་བརྟན་དང་འབྲེལ་བའི་ཐོག་ནས་ས་གནས་འདི་ལ་ཡང་དཀའ་ངལ་ག་རེ་ག་རེ་འཕྲད་ཀྱི་ཡོད་མེད་དང། དག་ན་གཞིན་གྱིས་བོད་མི་དང་ཡུལ་མི་གཉིས་ཀྱི་བར་ལ་ཡང་འཆམ་མཐུན་གྱི་གནས་སྟངས་དེ་ག་འདྲ་ཡོད་མེད་དང། དག་ན་གཞིག་ལྷག་པར་དུ་ད་མོན་གྷོ་ལ་ཡང་མོན་གྷོ་གཞིས་ཆགས་འདི་ལེགས་བཅོས་ཀྱི་ལས་གཞི་ཞེས་ལས་གཞི་ཞིག་འདུ་བྱས་ལག་བསྟར་གནང་བཞིན་པ་རེད་འདི་ཀྱི་གནས་བབ་འདི་ག་འདྲ་ཡིན་མེད་དང་ད་འདི་ཚོའི་ཐོག་ལ་ད་སྤྱི་ཡོངས་ནས་ད་ང་རང་ཚོ་བོད་ཅིག་གི་བོད་མིའི་གཞིས་ཆགས་མོན་གྷོ་འདོད་རྒུ་གླིང་འདི་དང་འབྲེལ་བའི་ཐོག་ནས་ད་རིང་ང་ཚོ་གཙོ་ཆེ་བཅས་བགྲོ་གླེང་ཞུས་ཡིན། བགྲོ་གླེང་གི་ལས་རིམ་ནང་ལ་ཡང་མཉམ་ཞུགས་གནང་མཁན་གཅིག་ས་གནས་འཐུས་ཚོགས་ཀྱི་ཚོགས་གཙོ་བསོད་ནམས་རྡོ་རྗེ་ལགས་དང་དྭགས་ན་ཤིང་གི་ས་གནས་འགོ་འཛིན་ཕུན་ཚོགས་ཚེ་རིང་ལགས་བཅས་དེ་ནས་མཉམ་འབྲེལ་ཚོགས་གཙོ་རྣམ་རྒྱལ་ཚེ་རིང་ལགས་ཡིན་རྣམ་པ་གསུམ་ཀ་ལ་ཡང་ཐུགས་ཆེ་གནང་ཞུ་གི་ཡིན།
ཐུགས་ཆེ་གནང།